གཙོ་བོ་དེ་ནི་ཁྲག་གིས་དེ་ཁྲག་གིས་བསྟིམས་པ་དེ་དག་གོ་བརྗོད་གཞི་དེ་པས་ཟབ་པ་དང་རྒྱ་ཆེ་བ་ཡིན་འདུག་ཙཱ་ནི། ད་ང་རང་རྒྱལ་ནི་བརྗོད་གཞི་གཙོ་བོ་འདི་དག་ཁྲག་གིས་རང་རྒྱལ་ནི་ངོ་བོ་གང་ལ་དེ་ནི་བབས་ཞེས་བྱ་བབས་འདུག། ད་ད་དཔྱད་རྩོམ་འདི་མ་སྒྲོགས་སྦྱངས་སྒྲོགས་ཅེས་ཞུ་བ་ཡིན་ན་ད་དཔྱད་རྩོམ་འདི་མ་བྲི་བའི་སྐབས་སུ་གཙོ་བོ་ནི་གསར་བརྗེ་རྣམ་པ་བཞི་ཡི་སྒོ་ནས་མ་བྲིས་པ་ཡིན། གསར་བརྗེ་དང་པོ་དེ་སྲིད་པའི་སྒོ་རེ་ག་ས་མདོར་བསྡུས་ནས་བརྗོད་པ་གཅིག་དང། དངོས་གཞི་ཁྲག་གིས། སྐོར་ཞིབ་ཏུ་ཤེས་པ་དང། དེ་ལས་འཕྲོས་ཏེ་མ་རིག་པའི་རྟེན་འབྲེལ་དང་མཐར་ལུགས་འདི་ལ་ཐར་པ་ཡོད་མེད་ཀྱི་སྐོར་ཤེས་པ་བཞི། ད། ཇི་ལྟ་དེ་ན་ཡང་སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཞེས་པའི་སྐབས་འདིར་བསྟན་པའི་སྲིད་པ་ལ་ཡི་དེ་ད་ཇི་ལྟར་ང་རང་ཚོ་རྣམས་ཀྱི་འཁོར་བ་ལ་ཡི་དེ་ག་རང་ལ་ངོ་སྲུང་དགོས་ཀྱི་རེད། ད་འདི་ན་ཞིང་ཡང་འཁོར་བ་དེ་ལ་ཡང། འཁོར་བ་དེ་ག་ནས་བྱས་ལ་ངོ་བསྲུང་བར་སླ་བ་ཡིན་ན། ལས་དང་ཉོན་མོངས་པའི་དབང་གིས་དག་རང་དབང་མེད་པ་ནི་ག་ཙར་ཕྲེང་བ་ནང་བཞིན་ཡང་ན་འགྲོ་བ་རིགས་དྲུག་གི་དག་གནས་སུ་ཡང་ནས་ཡང་དུ་འཁོར་ཡོད་རྒྱུ་མཚན་ལ་བརྟེན་ནས་འཁོར་བ་ལབ་ཀྱི་ཡོད་རེད་ད། འདོད་ན། སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཤེས་པའི་སྐབས་ནས་བསྟན་པའི་སྲིད་པ་ལས་དེ་ག་ནས་བྱས་ལ་ངོ་བསྲུང་བར་སླ་བ་ཡིན་ན། ལས་ཉོན་གྱིས་དག་ང་རང་ཚོ་སེམས་ཅན་འདས་སོ། ཇི་སྲིད་ལས་ཉོན་གྱི་འཇུག་པ་རྒྱུན་མ་ཆད་ཀྱི་བར་དུ་ད་སྲིད་རྩེ་ནས་ག་ས་ནར་མེད་ཀྱི་བར་དུ་ད་སྐུ་མྱོང་བ་ག་ས་སྟེ་ནད་ཡན་ལག་བཅུ་གཉིས་སྒོ་ནས་ད་ངོ་དང་འཆི་བདག་མེད་པ་ཟོ་ཆུན་གྱི་ཁྱུད་མོ་ནང་བཞིན་མགལ་མེ་འཁོར་ལོ་ནང་བཞིན་བར་མ་ཆད་པ་འཁོར་བའི་རྒྱུ་མཚན་ལ་བརྟེན་ནས་སྲིད་པ་ལབ་ཀྱི་ཡོད་རེད། ད་དེ་མ་ཟད་ད་དེ་ནང་བཞིན་ག་ས་སྲིད་པ་དེ་ལ་ཡང་ཁོ་ལས་ཀྱི་སྲིད་པ་དང་དེ་ག་ནང་བཞིན་ཡང་སྲིད་ལ་ཡང་གཉིས་ཡོད་པའི་ནང་ལུགས་ནས་དཔེར་ན་ད་སློབ་དཔོན་གངས་སྦས་ཀྱི་ལྡོག་པ་དང་དེ་ག་ནང་བཞིན་སློབ་དཔོན་ནས་ག་ས་རྒྱལ་སྲིད་ཀྱི་ལྡོག་པ་གཉིས་ཡོང་གི་འདུག། ད་སློང་མོ་གང་འཕེལ་འགྲོ་བ་ཡིན་ཟེར་ན། སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཞེས་པའི་སྐབས་ནས་སྲིད་པ་དེ་ད་ཡང་སྲིད་ལ་ནི་ངོ་བཟུང་གི་འདུག་ད་དེ་ཡང་སྲིད་ལ་ནི་ངོ་བཟུང་བའི་རྒྱུ་མཚན་གཙོ་བོ་འགྲོ་བ་དེ་ག་རེ་བཤད་ཀྱི་འདུག་ལབ་པ་ཡིན་ན། ཡང་སྲིད་འཕེན་པ་དང་ནི་དེ་མངོན་པར་འགགས་སར་སྒྲུབ་པར་བྱེད་པའི་རྒྱུ་གཙོ་བོ་དེ་ད་ཉོན་མོངས་པ་ལ་བཞག་ནས། རྩ་བའམ་རྒྱུ་གཙོ་བོ་འགྲོ་བ་དེ་ཕྲ་རྒྱས་ཡིན་པ་ལ་དེ་ནས་ཅིག་བཞག་ན་ཡིན་འདུག། ད། འདི་ནང་བཞིན་ལས་ཀྱི་སྲིད་པའི་ད་རྩ་བ། རྩ་བ་དང་དེ་གང་སྲིད་པར་འཕེན་པའི་ནི་རྒྱུའི་གཙོ་བོ་འདི་ད་ག་ས་ཁྲག་གིས་ཀྱི་བྱིག་ཡོད་རེད་ཁྲག་གིས་ཀྱི་གར། ད་ཅི་ན་ལས་ཀྱི་སྲིད་པ་གཅིག་པོ་ཀྱིས་ནི་ག་ས་འཁོར་བ་ལས་དེ་འཕེན་ཐུབ་ཀྱི་མ་རེད་གར་ཅན་འཕེན་ཐུབ་ཀྱི་མ་རེད་ལ་བ་ཡིན་ན། ག་ས་བརླན་དང་ཕྲ་བའི་ནི་ག་ས་ཀུན་གྱི་ད་རང་དེ་ཡང་ནི་ག་ས་ནད་ཀྱི་སྨྱུ་གུ་མ་སྐྱེས་པ་མི་སྐྱེས་པ་ནང་བཞིན་ནི་གཅིག་གསུངས་རེད་དེ་ནས་གཅིག་གསུངས་ན་ཡིན་འདོད་ལ། དེའི་རྗེས་སུ་ད་སློབ་དཔོན་རྒྱལ་པོ་རྒྱལ་སྲས་ཀྱི་ཡིན་ན་ནི་ག་ཚད་སྲིད་པ་དེ་ལ་གོ་ཡང་སྲིད་དང་ནི་ལས་ཀྱི་སྲིད་པ་གཉིས་ཀ་ལ་ནི་སྲིད་པ་ངོ་གསུམ་ཡོད་དོ། ད་འདི་གཙོ་བོ་དེ་ག་ཚད་སྲིད་པའི་རྩ་བ་ཕྲ་རྒྱས་དྲུག་བཤད་པའི་སྐབས་ནས་བསྟན་པའི་སྲིད་པ་ལ་ཡི་དེ་ནི་ཇི་ཡིན་པ་དང་དེས་ན་ཞེས་སྲིད་པ་དེ་ལ་ནི་ག་ཚད་སློབ་དཔོན་རྒྱལ་སྲས་དང་དེ་ག་ནས་བཞིན་སློབ་དཔོན་གང་འཕེལ་ལ་སོགས་པས་ནི་ག་ཚད་འདོགས་པ་དེ་ནི་ཅིའི་སླད་པས་ཡིན་དུ། ད་དེ་ལས་ནི་ག་ཚད་ཞར་བྱུང་དུ་མ་འཕྲོས་ནས་ཀྱི་བཤད་བ་ཡིན་ན་ད་སྲིད་པའི་རྩ་བ་ཕྲ་རྒྱས་དྲུག་བཤད་པའི་སྐབས་ནས་བསྟན་པའི་ད་སྲིད་པ་དེ་ལ་ནམ་རྒྱུན་ད་སྲིད་པར་ལགས་ཏེ་འཁོར་བ་ལ་ངོ་བསྲུང་བར་བདེན་ན་ཞིང་འཁོར་བ་འདི་ལ་ག་ཚ་ཐོག་མ་དང་ཐ་མ་ཡོད་མེད་སྐོར་ལ་ནི། ཞར་བྱུང་དུ་བ་ནི་ག་ཚ་དོ་ཟ། འཇུ་བྱེད་འདི་དང་འབྲེལ་བ་ཡོད་དུ་ཚ་ནས་ཉུང་ཉུང་ཅིག་བྲིས་བཞག་ཡོད། ད་དང་པོ། དཔེར་ན་མཁས་པའི་དབང་པོ་ནི་རེ་ད་བ་འདི་ཚོ་ག་རེ་གསུང་གིན་འདུག་ལབ་བ་ཡིན་ན་ད་འཁོར་བ་ལ་མཐའ་ཡོད་རེད་ད་མཐའ་ཡོད་གསུང་བ་ཡིན་ན་སངས་རྒྱས་ཀྱི་ཐིག་ལེ་ཡང་ནི་ག་ཚ་རྒྱུན་ཆད་འགྲོ་གི་རེད་དེ་ནས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ཕར་ཆེར་འཁོར་བ་འདི་ལ་ནི་ག་ཚ་ཐོག་མ་དང་ཐ་མ་གང་ཡང་མེད་པར་འགྲོ་ཅིག་གསུང་ན་ཡིན་དུ། དེ་ག་ན་བཞེངས་ནས། ཀུན་མཁྱེན་རོང་སྟོན་ཆེན་མོ་དེ་ཚོ་གིས་དང་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་རེད་དེ་ནི་སངས་རྒྱས་ཟིན་པའི་དུས་ཡོད་མ་རེད། དཔེར་ན་མི་འདོད་ཐམས་ཅད་སྐྱེས་ཀྱི་རེད་དེ་ནི་སྐྱེས་ཟིན་པའི་དུས་མི་སྲིད་པ་ནང་བཞིན་རེད་དེ་ནི་ཅིག་གསུངས་ན་ཡིན་འདུག་དེ་ག་ན་བཞེངས་ནས་རྒྱུད་མི་ཕམ་གྱིས། ལྟ་འཁོར་བ་སྤྱི་ལ་ནི་ག་ས་མཐའ་མེད་ཀྱང་བྱེ་བྲག་ལ་མཐའ་ཡོད་པ་དེ་ནི་ཡང་གསུངས་ན་ཡིན་འདུག་དེ་ག་ན་བཞེངས་ནས་ཚད་མ་རིག་གཏེར་ཁོ་རང་ནང་ལུགས་ལ། འཁོར་བ་ཐོག་མ་མེད་ན་ཡང། བདག་མེད་ཐོག་ན་མཐའ་མ་གྲུབ་ལ་དེ་ནི་ཅིག་ཡང་གསུངས་ན་ཡིན་འདུག། ཟླ་གཅིག་དང་ནི་འཁོར་བ་དེ་ལ་ཀ་བ་ཐོག་མ་ཡོད་པ་དང་ཐ་མ་མེད་པ། ད་མཁས་པའི་དབང་པོ་དེ་ཚོ་གིས་ལྡོག་པ་མང་བོ་ཅིག་ལས་ཡུལ་དུ་དེ་ཡིན་ནས་ད་ང་འདྲ་བའི་ད་གང་ཟག་ཅིག་གིས་དཔོག་ཐུ་ཡ་ཁག་པོ་ཅིག་རེད་དེ་ཡིན་ནས་ད་ང་རང་གིས་གོ་བ་ནང་བཞིན་ཆེ་བ་ཡིན་ན་ད་ན་འཁོར་བ་དེ་ལ་ཐོག་མ་དང་ཐ་མ་མེད་པ་ལས་ག་ནས་ཅིག་བཞག་གོ་རེ་དྲན་གྱི་འདུག་ལ་བ་ཡིན་ན། ད་སྤྱིར་འཁོར་བ་ལ་ནི་ག་ཟག་ཐོག་མ་དང་ཐ་མ་ཡོད་མ་རེད་དེ་ཡིན་ནས་གང་ཟག་སྒེར་ཚན་པས་ད་འཁོར་བ་ལ་ཐོག་མ་མེད་ཀྱང་ཐ་མ་ཡོད་ལབ་གོ་རེ་དེ་ནས་ཅིག་དྲན་གྱི་འདུག། དེ་ཡང་རྒྱུ་མཚན་གང་ཡང་ཞུ་བ་ཡོད་ན་ད་ཅི་ར་ནི་ག་ས་གང་ཟག་ཐམས་ཅད་གོ་སངས་རྒྱས་པའི་དུས་སྲིད་ཀྱི་མར་དེ་ནི་སེམས་ཅན་ཐམས་ཅད་སངས་རྒྱས་སོང་བ་ན་སངས་རྒྱས་ཀྱི་ཐིག་ལེ་དེ་སོགས་དག་འཇུག་པ་ནི་རྒྱུན་ཆད་པ་ཐལ་དུ་ཡོད་རོ། དེ་ནི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་སེམས་ཅན་ཐམས་ཅད་ག་ས་སངས་རྒྱས་པའི་དུས་སྲིད་ཀྱི་མ་རེད། ད་སངས་རྒྱས་ཀྱི་ཐིག་ལེ་ལ་ཡོད་དེ་གོ་རྟག་པ་དང་བརྟན་པ་ཅིག་ཡིན་པའི་རྒྱུ་རྒྱུ་མཚན་དང་འགྱུར་མེད་གཡུང་དྲུང་ཡིན་པ་ར། ད། ཡིན་ན་ཡང་ད་གང་ཟག་སྒེར་ཚན་པས་ན་གང་ཟག་འཁོར་བ་ལ་ཐོག་མ་མེད་ཀྱང་ཐ་མ་ཡོད་ལབ་དགོས་ཀྱི་ཡོད་རེད་ད་རྒྱུ་མཚན་གང་ཡང་ཞུ་བ་ཡིན་ན། དཔེར་ན་གང་ཟག་གང་ཡང་རུང་བ་ཞིག་ནས་འཁོར་བ་སྤྱི་དང་བྱེ་བྲག་ལ་ནས་གང་ཟག་གཞན་པ་ལོག་འཁོར་བ་སྤྱི་དང་བྱེ་བྲག་ལ་གཞན་པ་ལོག་ནས་ནས་རྐྱེན་དགེ་བའི་བཤེས་གཉེན་གྱིས་ཟིན་རྐྱེན་དགེ་བའི་བཤེས་གཉེན་གྱིས་ཟིན་པའི་རྒྱུ་མཚན་ལ་བརྟེན་ནས་ད་གོ་ཚོགས་སར་སྒྲིབ་པ་སྦྱང་བ་ལ་བརྟེན་ནས་ནས་མཐར་ཐུག་འཁོར་བ་ལ་ཡོད་དོ་འཇུག་རྫོགས་ཡ་ཡོད་ར་དཔེར་ན་ད་རྗེ་བཙུན་གྱིས་རྗེ་བཙུན་མི་ལ་རས་པ་ནང་བཞིན་དེ་ནས་ཆགས་ཡ་ཡོད་རེད་དྲན་གྱི་འདུག་ར། འདི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ག་ས་འཁོར་བ་འདི་ལ་ག་ས་སྤྱི་དང་འཁོར་བ་འདི་ལ་ཐོག་མ་དང་ཐ་མ་ཡོད་མ་རེད་ཡིན་ན་གང་ཟག་སྒེར་མཚན་པའི་འཁོར་བ་ལ་ཐོག་མ་མེད་ཀྱང་ཐ་མ་ཡོད་ལབ་དགོས་རེད་དེ་ནི་ཆིག་ཐུན་ཡིན་འདུག་ད་ས་བཅུ་གཉིས་པའང་ནི་ག་ས་ཕྲ་རྒྱས་རང་གི་ངོ་བོ་ཤེས་ཤེས་ཤེས་པ་ལ་ད་སྤྱི་དང་ཕྲ་རྒྱས་ཀྱི་ངོ་བོ་ད་ག་ནས་ཁྱེད་ལ་ངོ་བོ་གཟུང་དགོས་ལབ་བ་ཡིན་ན་དཔེར་ན་སེམས་རྒྱུད་རྙོག་པར་བྱེད་པ་ཁྱེད་ལ་སྤྱི་དང་ཕྲ་རྒྱས་ལབ་དགོས་ཡོད་རེད་ད་འདི་ནང་བཞིན་སེམས་རྒྱུད་རྙོག་པར་བྱེད་པའི་མྱོང་བ་མངོན་གྱུར་རང་བག་ཉལ་གང་རུང་ཁྱེད་ལ་ཕྲ་རྒྱས་ལབ་དགོས་ཡོད་རེད། ད་ལྟའི་འདི་ན་ཞེས་ཕྲ་རྒྱས་དེ་ལ་གོ་བརྒྱད་བར་ཕྱེ་བ་ཡིན་ན་གོ་དགུ་བཅུ་དགུ་བརྒྱད་ལ་སོགས་པ་ན་མང་པོ་ཕྱེ་ཡོད་རེད་ཚུར་བསྡུ་བསྡུ་སོང་བ་དེ་དང་རྣམ་པ་དྲུག་ནང་དུ་འདུ་རྒྱུ་ཡོད་རེད་ད། འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དང་མ་རིག་དང་ལྟ་བ་དང་ཐེ་ཚོམ་བཅས་ཡིན་གསུངས་ཡོད་དོ། ད། འདོད་ཆགས་ལ་ཡི་དེ་དཔེར་ན་ག་ནས་ཕྱེ་ལ་ངོ་སྲུང་བ་ལ་ན་ཡུལ་དང་དུ་ལེན་པས་ནི་དང་དུ་ལེན་པ་དང་སེམས་ཁེངས་པའི་སྣང་བ་ཅན་ཅིག་ལ་ད་འདོད་ཆགས་ལ་འབུག་ཡོད་རེད་ད་འདོད་ཆགས་ཀྱི་ངོ་བོ་དེ་ཡང། ཡིད་དུ་འོང་བའི་ཟག་བཅས་ཀྱི་དངོས་པོ་ལ་དམིགས་ནས་ཡུལ་དེ་ལ་རྗེས་སུ་ཆགས་ཅིང་ན་བྲལ་དཀའ་བའི་རྣམ་པ་ཅན་ཅིག་ལ་ད་འདོད་ཆགས་ལ་འབུག་ཡོད་རེད་ད་འདི་ན་ཞེས།

རྡོ་རྡེག་པ་དེ་ཚོ་གིས་ད་ཁྲ་རྒྱལ་ལ་ཡི་དེ་ཁོ་ཐོག་པ་ཡང་མ་རེད་སྐུ་མགྲོན་ཡང་མ་རེད་དེ་འདྲ་ཅིག་གསུང་གི་འདུག་འོན་ཀྱང་ད་བག་ལ་ཉོ་ག་ས་བག་ཉལ་ཡིན་པ་འགྲོ་བོ་ཆེ་ཁྱེད་ལེན་གི་འདུག་ལ། ད་ད་ན་ཁྲ་རྒྱལ་ཡང་ནི་ག་ས་གཉིས་པ་ད་ན་ཁོང་ཁྲོ་ལ་ཡི་དེ་དཔེར་ན་ག་ནས་ཁྱེད་ལ་ངོ་སྲུང་བ་ལ་བ་ཡིན་ན་སྡུག་བསྔལ་གྱི་ནད་ཀྱིས་ཡང་ནི་ག་ས་ཕྱོགས་ལ་དམིགས་ནས་ད་ཀུན་ནས་ནར་སིན་པའི་རྣམ་པ་ཅན་ཅིག་ལ་ཨ་ནི་ཁོང་ཁྲོ་ལབ་དགོས་ཀྱི་ཡོད་རེད་ད་དེས་ན་ཞེས་ཁོང་ཁྲོ་དེ་གིས་ཡང་ནི་ག་ས་བྱེད་ལས་ག་རེ་ཡོད་ལ་བ་ཡིན་ན་ད་བདེ་བ་ལ་རེག་པར་མི་གནས་པ་ལ་སོགས་པའི་བྱེད་ལས་ཡོད་རེད་གསུང་གི་འདུག་ལ། ད། སྐབས་སུ་བབ་པ་ལ་ཡང་ག་ཚད་རྡོ་ཆག་དང་ཞེ་སྡང་ལ་ཡི་གཉིས་ཀྱིས་ད་ཁྱད་པར་དེ་ག་ནས་ཆགས་དགོས་ལ་བ་ཡིན་ན། ཁོ་རྡོ་ཆག་ལ་ཡི་དེ་ཁོ་ཡུལ་དེ་སུ་ད་ཚུར་ལེན་པའི་རྣམ་པ་ཅན་གྱི་ཆགས་ཡོད་རེད་ཁོང་ཁྲོ་ལ་ཡི་དེ་ད་ཡུལ་དེ་སོགས་ནི་ཕར་དོར་བའི་རྣམ་པ། མདོར་ན་རྡོ་ཆག་ལ་ཡི་དེ་ཡུལ་དང་དུ་ལེན་པའི་རྣམ་པ་དང་ཞེ་སྡང་ལ་ཡི་དེ་ག་ཚད་ཡུལ་ལ་ནི་ག་ཚད་ཕར་དོར་བའི་རྣམ་པ་འགྲོ་བ་ཅི་ཆགས་འགྲོ་ཡི་དོ། ད་དེ་ནས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ཁྱད་པར་ཕར་མོ་ཆེ་བའི་ཡན་ལག་གསལ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་ད་གསལ་བ་དང་ལེན་པ་ལ་གསུམ་པ་གསལ་བ་ལ་ཡི་དེ་ཆགས་པ་ལ་བཞག་ལེན་པ་ལ་ཡི་དེ་ཁོ་ཕྱིར་ཆགས་པ་ལ་བཞག་གི་ཡོད་ས་རེད་དྲན་ནས་འགྲོ་བྱེད་ལེ་ཡིད་དོ། ད་དེ་དེ་མ་གསལ་ཡང། ཕྱག་ཆེན་ངའི་ཁྲིད་ཡིག་དེ་ཚོ་ནང་ལོགས་ལ་ག་རེ་ལེགས་བུད་དུ་ལ་བ་ཡིན་ན། རྟེན་འབྲེལ་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་ལེན་པ་ལ་ཡི་དེ་ཁོ་ཆགས་པ་ལ་བཞག་ཡོད་མ་རེད་ཁོང་ཁྲོ་ལ་བཞག་གོ་རེད་གསུངས་གི་འདུག་ད་ཁོང་ཁྲོ་ལ་བཞག་དགོས་པའི་རྒྱུ་མཚན་དེའང་ག་རེ་ཤེས་ཀྱི་འདུག་ལབ་བ་ཡིན་ན། ང་རང་ཚོ། ཏན་ཏན་ཡང་ལ་བཅུ་གཉིས་ཀྱི་དབང་གིས་ད་མ་ཡི་ང་ལ་སྙིང་བསམ་སྦྱར་དགོས་ཀྱི་ཡོད་རེད། མ་ཡི་ང་ལ་སྙིང་བསམ་སྦྱར་བའི་སྐབས་སུ། ད། ཕ་མས་ཨན་ག་ས་ཁུ་ཁྲག་གཉིས་ཀྱི་སྟེང་དུ་ཨན་ག་བར་དོ་ཀྱི་རྣམ་ཤེས་བསྲེས་ནས་ད་ཕ་ལ་ཆགས་ཤིང་མ་ལ་སྡང་བ་སོགས་ཀྱི་སྒོ་ནས་མཚམས་སྦྱོར་ག་ས་མཚམས་སྦྱོར་དགོས་ཀྱི་ཡོད་རེད། དེ་ནས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ལེན་པ་ལ་ཡིད་དེ་ག་རེ་ལ་བཞག་དགོས་རེད་ལབ་བ་ཡིན་ན་སྡང་བ་ལ་བཞག་དགོས་རེད་གསུངས་ཀྱི་འདུག། ད་དེ་ཡང། གསུང་ཨེ་ཏེ་ད་ཅི་དང། ང་རང་ཚོ་མ་ཡིས་ང་ལ་སྙིང་གསང་སྦྱར་བའི་སྐབས་སུ་ཕར་ལ་ཆགས་ཤིང་མར་ལ་སྡང་བའི་སྒོ་ནས་སྙིང་གསང་སྦྱར་དགོས་པ་དེ་ནི་ག་ཚག་རྗེ་འགོང་པོ་བ་བསོད་ནམས་རིན་ཆེན་གྱིས་ད་ཐར་གྱི་ནང་ལ་དེ་འདྲ་གཙང་མ་ཇི་ཡོད་རེ་ཞུ་ཡ་ཡིན། དེ་མ་ཟད། ལེན་པའི་ངོ་བོ་སྡང་བ་ཡིན་པ་དེ་ནི་འཇིག་རྟེན་གསུམ་ཀུན་གྱི་དང་ན་བོང་གའི་ཞུ་ལེན་ནང་དུ་ལེན་པའི་ངོ་བོ་ནི་སྡང་བའོ་ལ་ཡི་དེ་ནས་གསུངས་ཡོད་དོ། ད་ཁྱད་པར་ཕར་མོའི་ཆེ་ཡི་ལེན་པའི་ངོ་བོ་དེ་ཕྱིར་ཆགས་པར་བཞག་གི་ཡོད་རེད་དེ། ཡིན་ནའི་རྟེན་འབྲེལ་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་ལེན་པ་ལ་ཡིན་ཏེ། ངེས་པར་དུ་ཕྱིར་ཆགས་པ་ལ་བཞག་མ་གོ་བར་ག་ཚ་སྡང་བ་དང་ཞེ་སྡང་ལ་བཞག་ན་སྐྱོན་ཡོད་མ་རེད་དྲན་གྱི་འདུག་ལ་དེ་ནི་ཇི་ཡིན་རེད་ཤ་ལ་སོ་ལ། ད་དེའི་རྗེས་སུ་ནི་གསུམ་པ་དེ་ད་ང་རྒྱལ། ད་སྤྱིར་ན་ང་རྒྱལ་ལ་ཡིན་ཏེ་གང་ནས་ཅི་ལ་ངོ་བསྲུང་བར་སླ་བ་ཡིན་ན། ད་འཇིག་ལྟས་བརྟགས་པའི་ག་ཚ་གཞི་གང་རུང་ལ་དམིགས་ནས་ད་སེམས་ཁེངས་པའི་རྣམ་པ་ཅན་ཅིག་ལ་ཁོ་ང་རྒྱལ་ལབ་ཀྱི་ཡོད་རེད། ད་ང་རྒྱལ་གྱི་བྱེད་ལས་འགྲོ་བ་དེ་ད་མ་གོ་བར་སྐྱེས་པ་དང་སྡུག་བསྔལ་འབྱུང་བས་ད་རྟེན་རྟེན་ལ་སོགས་པ་བྱེད་ཀྱི་ཡོད་རེད། ཨ་ནི་སྐབས་སུ་བབ་པ་དེ་ལ་ཡང་ང་རང་ཚོ་ང་རྒྱལ་དང་རྒྱགས་པ་གཉིས་ཀྱི་ཁྱད་པར་ཡང་ཤེས་དགོས་ཀྱི་ཡོད་རེད་ད་ག་ས་ང་རྒྱལ་བླ་དོའི་བསམ་པ་རང་རྒྱུད་ལས་ཐ་དད་པའི་དངོས་པོ་ལ་དམིགས་ནས་སེམས་ཁེངས་པའི་རྣམ་པ་ཅན་ཞིག་ལ་ད་ང་རྒྱལ་ལབ་ཀྱི་ཡོད་རེད་ད་རྒྱགས་པ་བླའི་བསམ་པ་རང་རྒྱུད་ཀྱི་བསྡུས་པའི་ཕྱོགས་ལ་དམིགས་ནས་སེམས་ཁེངས་པའི་རྣམ་པ་དེ་ལ་ཨ་ནི་རྒྱགས་པ་ལབ་ཀྱི་ཡོད་རེད་ཞེས་པའི་དོན་དག་ཡིན་ལ། ད་དེའི་རྗེས་སུ་ཨ་ནི་བྱིས་པ་ཐེ་ཚོམ་ཐེ་ཚོམ་དེ་ལ་མ་ང་རང་ཚོ་ཆེ་བའི་སྐབས་སུ་དཔེར་ན་སྒྲ་ཡང་བའི་དབང་དུ་བྱས་པའི་ཐེ་ཚོམ་གཅིག་དང་སྒྲ་དོག་པའི་དབང་དུ་བྱས་པའི་ཐེ་ཚོམ་གཉིས་ཆེ་གོ་ས་རེད་དྲན་ནས་འཚོལ་བ་གཅིག་ལ་ཡིད་འདུག་ད། སྒྲ་ཡང་བའི་དབང་དུ་བྱས་ནས་ཐེ་ཚོམ་ལ་ཡིད་དེ་རང་སྟོབས་ཀྱིས་མཐའ་གཉིས་སོ་དོག་པའི་རིག་པ་ཙམ་ལ་ཐེ་ཚོམ་ལབ་ཀྱོ་རེད་ད། དཔེར་ན་སྒྲ་དོག་པའི་དབང་དུ་བྱས་པའི་ཐེ་ཚོམ་ཡིན་སོང་བ་ཡིན་ན། བདེན་བཞི་དང་ལས་འབྲས་སོགས་ལ་དམིགས་ནས་ཡིད་གཉིས་ཟ་བའི་རྣམ་པ་ཅན་གཅིག་ལ་ག་ཚད་ཐེ་ཚོམ་བཞག་གོ་ས་རེད་དྲན་གྱི་འདུག་ལ། ལགས་སོ། ད་དེའི་རྗེས་སུ་ནི་ང་པ་མ་རིག་པ་དེ་རོ། ད་ཅི་དང། མ་རིག་པ་ཁོ་རང་གི་ངོ་བོ་འགྲོ་བས་ན། ཀུན་བྱང་གི་ཆོས་ལ་དམིགས་ནས་མ་རྟོགས་པའམ་ལོག་པར་རྟོག་པའི་རྣམ་པ་ཅན། རྣམ་པ་ཅན་ཞིག་ཡིན་དགོས་ཀྱི་ཡོད་རེད། ད་འདི་ན་བཞིན་མ་རིག་པའི་བྱེད་ལས་དེ་ག་རེ་ལ་བ་ཡིན་ན། བྱེད་ལས་ནི་ག་ས་ཀུན་ནས་མྱོང་བར་སྐྱེས་པའི་རྟེན་བྱེད་པའི་སེམས་བྱུང་ཅན་ཡིན་དགོས་རེད་ཞེས་པའི་དོན་དག་རེད། ད་ག་ས། རྫོགས་རང་གཞུང་ཁོ་རང་ནང་ལོགས་ལ། ད་མ་རིག་པའི་མཚན་ཉིད་དེ་ག་རེ་བཞག་ཡོད་འདུག་ལ་བ་ཡིན་ན། རིག་པ་ཡེ་ཤེས་ཀྱི་ག་ལར་གྱུར་པའི་ད་སེམས་བྱུང་མ་རིག་པ་དེ་ནི་ཇི་ཞིག་བཞག་ཡོད་འདུག་ད་དེ་ན་ཞིང་མ་རིག་པ་དེ་ལ་ཡང་ལུང་གི་རྗེས་འབྲང་གིས་ད་སྔོན་པོ་སྔོན་པོ་བ་རྣམས་ཀྱི་འདོད་ཚུལ་གཅིག་དང། རིག་པའི་རྗེས་འབྲང་གིས་ད་སྔོན་པོ་བ་རྣམས་ཀྱི་འདོད་ཚུལ་རྣམ་པ་གཉིས་ཙམ་འགྲོ་བ་གཅིག་ལ་ཡིད་དུ་ལ། དེ་དཔེར་ན་ལུང་གི་རྗེས་འབྲང་གིས་ན་སྔོན་པོ་བ་དེ་ཚོད་ཀྱིས་ད་མ་རིག་པ་ལ་ཡིད་དེ་ད་ཡུལ་དེ་ལ་རྨོངས་པ་ཙམ་དང་མི་ཤེས་པ་ཙམ་ལ་འདོད་ཡིད་དུ་དེ་བ་ན་ཞིང་རིག་པའི་རྗེས་འབྲང་གིས་སྔོན་པོ་བ་རྣམས་ཀྱི་རྨོངས་པ་ད་རྨོངས་པ་ཙམ་གྱིས་མ་རིག་པ་ལ་ཡིད་དང་ཕྱིན་ཅི་ལོག་གིས་མ་རིག་པ་ལ་ཡིད་དང་ལྟ་བར་གྱུར་པའི་མ་རིག་པ་ལ་ཡིད་དང་ལྟ་མིན་གྱི་མ་རིག་པ་ལ་ཡིད་དང་མདོར་བསྡུ་བ་ཡིན་ན་ད་རྣམ་པ་བཞིས་འགྲོ་བ་གཅིག་ཆེད་དང་ཡིད་དུ་ལ། ད་དེ་མ་ཟད་ད་ཡང་ང་ཚོ་དྲུག་པ་དེ་ལ་ད་སྤྱིར་ན་ལྟ་བ་དེ་ལ་ཁོ་ལྟ་བ་ལྔ་ཡོད་པའི་ནང་ལོགས་ནས་ད་ལྟ་བ་ལྔ་ནང་ལ་དང་ཤོས་གྲོགས་དེ་ཁོ་འཇིག་ལྟ་ཆགས་བསྡད་ཡོད་རོགས་ད་འཇིག་ལྟའི་ངོ་བོ་དེ་ག་ནས་ཆེ་ལ་ཤ་གོར་སླ་བ་ཡིན་ན་ཕུང་པོ་འཇིག་པའི་ཚོགས་པ་ལ་དམིགས་ནས་རྣམ་པ་ལྔའམ་ངར་འཛིན་པའི་ཉོན་མོངས་ཤེས་རབ་ཅན་དེ་ལ་ཨ་ནི་ག་ས་འཇིག་ལྟ་ལབ་ཀྱི་ཡོད་རེད་ད་མདོར་བསྡུ་བ་ཡིན་ན་ད་འཇིག་ལྟ་ཡིན་སོང་བ་ཡིན་ན་ད་བདག་དང་བདག་གིར་བའི་ཁྱད་པར་དུ་ཆེ་བ་ཅིག་གོ་གི་ཡོད་རེད་ང་དང་ང་ཡི་བའི་ཁྱད་པར་དུ་ཆེ་བ་ཅིག་གོ་གི་ཡོད་རེད་ཞེས་པའི་དོན་དག་རེད་ད། ད་ཁྱོད་ཀྱིས་བདག་འཛིན་ཡིན་སོང་བ་ཡིན་ན་ངེས་པར་དུ་བདག་དང་བདག་གི་བའི་ཁྱད་པར་དུ་ཆེ་བ་ཡོད་མ་རེད་དཔེར་ན། འདི་དང་འདིའོ་སྙམ་པ། གཟུགས་ནས་རྣམ་མཁྱེན་གཉིས་བར་གྱི་ཆོས་ཐམས་ཅད་འདི་དང་འདིའོ་སྙམ་པའི་བློ་ཙམ་དེ་ལ་ཁོ་ཁྱོད་ཀྱི་བདག་འཛིན་ལ་ཡང་ངོ་སྲུང་རྒྱུ་རེད། འདི་ཆགས་སོ། ད་དེ་མ་ཟད་ད་ན། ད་ན་འཇིག་ཚོགས་འདི་ལ་ནི་ག་ས་འཇིག་རྟེན་ཚིག་ངན་བཤད་པའི་ག་ཚོད་ཕུང་པོ་འཇིག་པའི་ཚོགས་པ་ལ་དམིགས་ནས་རྣམ་སྤངས་ངར་ངར་འཛིན་པའི་ཤེས་རབ་ཉོན་མོངས་ཅན་བཞད་ཡོད་རེད་དེ། ད་འཇིག་ལྟ་ཡིན་ནི་གསུངས་ཏེ་སེམས་བྱུང་ཡིན་དགོས་རེད་ཞེས་པའི་དོན་དང་ར། ཡིན་ན་ཡང་ད་དེ་ལ་རིགས་པས་གནོད་པར་འགྲོ་བ་ཡིན་ན། དཔེར་ན་ཕུང་པོ་འཇིག་པའི་ཚོགས་པ་ལ་དམིགས་ནས་རྣམ་པའམ་ངར་འཛིན་པའི་ཤེས་རབ་ཉོན་མོངས་ཅན་དང་མཚུངས་ལྡན་དུ་སྐྱེས་པའི་གཙོ་སེམས་ཅིག་ཡོད་ར་ད་དེ་གཙོ་སེམས་དེ་ཁོ་ཕུང་པོ་ལ་དམིགས་ནས་ང་དང་ང་ཡིར་འཛིན་གྱི་ཡོད་ར་ཏེ་ཡིན་ན་ཡང་ད་ཁོ་ཤེས་རབ་ཉོན་མོངས་ཅན་ཆགས་ཀྱི་ཡོད་མ་ར་ཤེས་རབ་ཉོན་མོངས་ཅན་གར་ཅན་ཆགས་ཀྱི་ཡོད་ལ་ཆགས་ཀྱི་མེད་ར་ལ་བ་ཡིན་ན་ཁོ་གཙོ་སེམས་མིན་པའི་རྒྱུ་མཚན་ཡིན་པ་འགྲོ་བོ་གཅིག་ཏུ་ད་དེ་ལ་ཡང་གཙོ་ཉོན་རོ་གཅིག་ལས་ཡོད་དུ་ཡོད་དུ་ལ།

ད་དེའི་རྗེས་སུ། མཐར་བདག་ལ་ཡི་དེ་ག་ནས་བྱས་ལ་ངོ་བསྲུང་བ་སླ་བ་ཡིན་ན། འཇིག་རྟེན་ཡུལ་གྱི་བདག་དེ་ལ་དམིགས་ནས་རྟག་པར་ཐེར་ཟུང་དང་ཕྱི་མ། རྟག་པར་ཐེར་ཟུང་དང་ཕྱི་མ་སྙིང་སེམས་སྦྱོར་བ་མེད་པ་ནས་ཆད་པར་ལྟ་བའི་རྣམ་པ་ཅན་གཅིག་ལ་དགའ་ས་ཅིག་ད་མཐར་ད་ལྟ་དེ་ནས་ཅིག་འདུག་ཡི་འདུག་ལ། དེའི་རྗེས་སུ། གསུམ་པ་ལྟ་བ་ཆོས་ཟིན་ལ་ཡི་དེ་ལྟ་ངན་དང། ལྟ་ངན་དང་དེ་གང་ལ་བརྟེན་ནས་འབྱུང་བའི་ཕུང་པོ་སོགས་ལ་དམིགས་ནས་རྣམ་པ་མཆོག་ཏུ་འཛིན་པ་ད་ལྟ་བ་མཆོག་ཏུ་འཛིན་པ་ལ་གསུམ་པ་ད་ལྟ་བ་ཉམས་པ་དེ་ལྟ་བ་མཆོག་ཏུ་འཛིན་པའི་ལྟ་བློ་གྲོགས་ཆིག་ལ་ད་ལྟ་བ་ཆོས་ཟིན་གྱི་ལྟ་བ་རེ་བཞག། ཟླ་བཞི་པ་ནི། ཚུལ་ཁྲིམས་གཏོར་ཆོག་ཆུ་ཚོད་གཉིས་བལྟ་བ་ལ་ཡི་དེ། ཚུལ་འཆལ་གྱི་དམ་བཅའ་འགྲོ། དཔེར་ན་ཕྱི་རོལ་མུ་སྟེགས་པ་དེ་ཚོ་གིས་ལུས་ཀྱི་ཀ་བ་དང། ལུས་གཅེར་བུར་འདོགས་པ་དང་མིག་སྔར་བསྟན་པ་དང་ཟས་བཅད་པ་དང་ཆུ་མོ་གང་ག་འཁྲུ་བྱེད་ན་སྡིག་པ་དག་འགྲོ་གི་རེད་ལ་ཡི་དང། དམར་ཆོས་བྱེད་པ་ལ་བརྟེན་ནས་ཐར་པ་ཐོབ་པར་འདོད་པ་སོགས་འདི་ཚོ་ད་ལྟ་བ་ཆུ་ཚོད་གཉིས་བལྟ་བ་ཡང་ན་ཚུལ་ཁྲིམས་གཏོར་ཤུགས་ཆུ་ཚོད་གཉིས་བལྟ་བ་བྱ་ཡི་འདུག་ཞེས་པའི་དོན་དག་ཡིན་ལ། ད་སྔགས་པ་ང་ཚོ་ལོག་ལྟ་ལ་ཡིད་དེ་བས་ན་ག་ནས་བྱས་ལ་ངོ་བསྲུང་བ་ལས་ན། ལས་རྒྱུ་འབྲས་དང་ནི་དཀོན་མཆོག་ལ་དོ་བདོག་དང་ནི་བཀུར་བ་དེ་བས་ན་ང་རྣམ་པ་ཅན་ཞིག་ལ་ལོག་ལྟ་ལབ་དགོས་ཀྱི་ཡོད་རེད། ད་འདི་ན་ཞུ་ལོག་ལྟ་དེ་ང་རང་ཚོ་སྦྱོར་ལམ་རྩེ་མོ་མ་ཐོབ་ཀྱི་བར་དུ་ང་རང་ཚོའི་རྒྱུད་ལ་ལོག་ལྟ་དེ་སྐྱེ་ཡ་ཉེན་ཁ་ཡོད་རེད། ད་དུས་ནམ་ཞིག་གི་ཚད་ནི་ག་ཚ་སྦྱོར་ལམ་རྩེ་མོ་ཐོབ་པ་དང་ལོག་ལྟ་ལ་ཡིད་དེ་རྒྱུན་ཆད་འགྲོ་གི་རེད། དེ་ཡང་ནི་ག་ཚ་རྫོགས་ཁོ་རང་ནང་ལོག་ལ་རྩེ་མོ་ཐོབ་ན་བརྩམས་མི་ཆད་ལ་ཡིད་དེ་ནི་ཅིག་གསུངས་འདུག་ཞུ། ད་ལྟ་ཐ་ན་སྒོམ་འདོད་ཤེས་པའི་ལྟ་བ་ལྔ་པོ་འདི་ལ་ང་ཚོ་ཤེས་རབ་ཉོན་མོངས་ཆ་མོ་ད་ཟེར་གྱི་ཡོད་རེད། ཤེས་རབ་ཉོན་མོངས་ཆ་མོ་དགོས་པའི་རྒྱུ་མཚན་ག་རེ་ལ་བ་ཡིན་ན་ད་ཤེས་རབ་ཀྱི་རྫས་རེད་དེ་ཡིན་ད་ཉོན་མོངས་པའི་དབང་གིས་ད་ཤེས་བྱ་ལས་སོང་བའི་རྒྱུ་མཚན་ལ་བརྟེན་ནས་འདི་ནས་ཅིག་ད་ཞུ་བ་རེད་བཞིན། ད་དེའི་རྗེས་སུ་ཟབ་ཆོས་གསུམ་པ། ད་བྱེ་བྲག་སྨྲ་བ་རྣམས་ཀྱི་མ་རིག་པའི་རྟེན་འདི།

དང། དེའི་རྗེས་སུ་ཨ་ནི་ག་ས། ད་སྤྱིར་ན་བྱེ་བྲག་མོ་ཡི་ལུགས་དེ་བ་དང་དེ་ག་ན་བཞིན་ད་ང་རང་ཚོ་དུབ་བདག་མང་ཆེ་བའི་ལུགས་ལ་རེད་དེ་ག་ན་བཞིན་ང་རང་ཚོ། ད་ཆོས་རྒྱུད་མང་ཆེ་བའི་ལུགས་ལ་སྤྱི་དང་མ་རིག་པ་ལ་ཡེ་དེ་གོ་ཐ་གཅིག་ཏུ་སྤང་བྱ་ཡིན་པ་ཆེ་གོ་འཛིན་བདེ་རྒྱུ་རེད་དེ་ཨི་ནས་མཚམས་རེ་མཚམས་རེ་ད་ཡང་གཞུང་ཁ་ཤས་ནང་ལོགས་ལ་མ་རིག་པ་ལ་ཡེ་དེ་གོ་ཐ་གཅིག་ཏུ་སྤང་བྱ་མ་ཡིན་པ་ཡིན་པ་མ་ཡིན་པ་དེ་ནས་ཡང་འདུག་དཔེར་ན། རང་ལུགས་དཔེར་ན་བཀའ་བརྒྱུད་པའི་ཕྱོགས་སུ་ཕྱོགས་ནས་བསམ་བློ་བཏང་བ་ཡིན་ན་ད། རྗེ་འཛམ་གླིང་གྲགས་པ་དྭགས་པོ་རིན་པོ་ཆེ་གིས་དྭགས་པོ་ཆོས་ཤེས་ནང་ལ་ག་རེ་གསུངས་ཡོད་རེད་ལབ་བ་ཡིན་ན། བློ་ཆོས་སུ་འགྲོ་བར་བྱིན་གྱིས་རློབས། ཆོས་ལམ་དུ་འགྲོ་བར་བྱིན་གྱིས་རློབས། ལམ་འཁྲུལ་པ་སེལ་བར་བྱིན་གྱིས་རློབས། འཁྲུལ་པ་ཡེ་ཤེས་སུ་འཆར་བར་བྱིན་གྱིས་རློབས་དེ་ནས་ཅེས་གསུངས་ཡོད་རེད་ད་འདི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་འཁྲུལ་པ་ལ་ཡེ་དེ་མཐའ་གཅིག་ཏུ་སྤང་བྱ་མ་ཡིན་པ་ཡང་དེ་ནས་གསུངས་འདུག་འཁྲུལ་པ་ལ་ཡེ་དེ་ཡེ་ཤེས་ཡི་ངོ་བོ་ལ་འཆར་ཡ་ཡོད་པ་དེ་ནས་རྣམ་བཤད་ཡང་འདུག་ཞུ་ཡ་ཡིན། ལགས་སོ། ད་དེའི་རྗེས་སུ་ཟོ་ར། སྲབ་བྱེད་བཞི་པ་དེ། ད་མཁས་པ་ཁ་ཅིག་གིས་ད་ང་རང་ཚོ། རང་སྡེ་བྱེ་བྲག་མོའི་ལུགས་ལ་ད་ཐར་པ་མེད་དེ་ནས་ཅེས་བཤད་ཀྱི་ཡོད་རེད་ད། ཐར་པ་མེད་པའི་རྒྱུ་མཚན་ལུས་ལ་ཨ་ནི་ག་ས། ད་ཁོ་རའི་རྩ་བ་དེ་གང་ཟག་གི་བདག་འཛིན་ལ་བར་ཆད་ངོ་མ་བཟུང་བ་དེ་ནས་ཅེས་ཡིན་ས་རེད། ཡིན་ན་ཡང་བྱེ་བྲག་སྨྲ་བ་རང་གི་ལུགས་ལ་བསམ་བློ་བཏང་བ་ཡིན་ན། ཁོ་རའི་རྩ་བ་ལ་ཡོད་དེ་གང་ཟག་གི་བདག་འཛིན་ཁོ་ན་ལ་ངོ་བཟུང་དགོས་ཀྱི་ཡོད་རེད། ད་འདི་ན་བཞིན་ངོ་བཟུང་དགོས་པའི་རྒྱུ་མཚན་དེ་ཡང་ག་རེ་ལ་བ་ཡིན་ན། དཔེར་ན་སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཞེས་པའི་སྐབས་ནས་བསྟན་པའི་སྲིད་པའི་རྩ་བ་དེ་ལ་ཕྲ་རྒྱས་དྲུག་བྱ་རྒྱུ་རེད་འདི་ན་བཞིན་ཕྲ་རྒྱས་དྲུག་དེ། འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དང་མ་རིག་པ་དང་ལྟ་བ། ད་ལྟ་བ་དེ་ཡང་དཔེར་ན་ལྟ་བ་དེ་ལ་ནི་འཇིག་ལྟ་ལ་སོགས་པ་བྱ་ཡུལ་དོ་ད་འདི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཁོ་རའི་རྩ་བ་དེ་གང་ཟག་གི་བདག་འཛིན་རང་རེད་ཞུ་ཡ་ཡོད། དེ་མ་ཟེར། དཔེར་ན། ལྟ་བའི་ནང་ཚན་དུ་གྱུར་པའི་འཇིག་ལྟ་དེ་གོ་གང་ཟག་གི་བདག་འཛིན་ཁོ་རང་རེད། དེ་ཡང་ནི་སྲིད་པའི་རྩ་བ་ཡིན་པ་ཡང། བྱེ་བྲག་རྨོ་ཡ་ནི་ག་ས་རང་གཞུང་དུ་གསལ་པོ་ཡོད་ས་རེད། བ་ཅས་གསལ་པོ་བསྟན་ཡོད་རེད་ཞུ་ཡ་ཡིན། དེའི་རྗེས་སུ། ལྟ། ག་ས། ཕྲ་རྒྱས་ག་ས། ཕྲ་རྒྱས་དྲུག་གི་ལྟ་ནང་ཚན་དུ་གྱུར་པའི་འཇིག་ལྟ་དེ་གང་ཟག་གི་བདག་འཛིན་ཁོ་ཡིན་དགོས་པ་དེ་བ་ཅས་རྩོམ་མེད་འགྲོ་བོ་ཆེ་ཆགས་སོང། ད་དེ་འདི་ནས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ག་ས་སྔོན་པོ་བས་ན་ག་ས་སྔོན་པོ་ག་ས་ཆོས་སྔོན་པོའི་ག་ས་ལམ་ལ་བརྟེན་ནས་ན་ག་ས་དགྲ་བཅོམ་དེ་ལ་ཡང་དགྲ་བཅོམ་རྣམ་པ་གཉིས་ཡོད་རེད་ད་ལག་ཆའི་དགྲ་བཅོམ་དང་ལག་མའི་དགྲ་བཅོམ་གཉིས་ཡོད་རེད་ད་དགྲ་བཅོམ་ཐོབ་པར་བྱ་བ་ལ་ངེས་པར་དུ་ན་ག་ས་འཇིག་བདག་དང་གང་ཟག་གི་བདག་འཛིན་ལ་སོགས་པ་སྤང་དགོས་རྒྱུ་རེད་ཞོན་ཡིན་རོགས། ད་ལག་ཆའི་དགྲ་བཅོམ་ལ་ཡོད་དེ་ཁོ་ག་ནས་བྱས་ལ་ངོ་བསྲུང་བར་སླ་བ་ཡོད་ན་ཀོ། སྡུག་བསྔལ་ལྡན་པའི་ཕུང་པོ་དང་བྱེད་པ་དེ་ལ་བརླག་བྱའི་དགྲ་བཅོམ་ལ་ཡང་ངོས་སུ་ངོ་རྒྱུ་རེད་ད། བརླག་བྱའི་དགྲ་བཅོམ་དེ་བརླག་མེད་དགྲ་བཅོམ་གྱི་ངོ་བོ་ལ་འགྱུར་བའི་སྐབས་སུ་བརླག་བྱའི་དགྲ་བཅོམ་ཡང་རྒྱུ་ལ་ཡོད་པའི་བེམ་རིག་གཉིས་ལྡན་ག་ས་མར་མེ་ཤི་བ་ན་སོགས་རྒྱུན་ཆད་པའི་གནས་སྐབས་སུ་བརླག་མེད་དགྲ་བཅོམ་ཐོབ་ལབ་ཡོད་རེད་ད། ག་ས། དཔེར་ན་བརླག་བྱའི་དགྲ་བཅོམ་གྱི་རྒྱུ་ལ་ཡོད་པའི་བེམ་རིག་གཉིས་ལྡན་མར་མེ་ཤི་བ་ན་སོགས་རྒྱུན་ཆད་ལ་སོམས་པ་དེ་དུས་ག་ས། ཟག་བཅས་ཀྱི་བེམ་རིག་གཉིས་རྒྱུན་ཆད་ལབ་རྒྱུ་རེད་མ་གཏོགས་ཟག་མེད་ཀྱི་བེམ་རིག་མེད་པའི་གལ་ཆ་མ་རེད། ག་ཚད་ཟག་མེད་ཀྱི་བེམ་རིག་ནི་མེད་སོང་བ་ཡིན་ན་བརླག་མེད་དགྲ་བཅོམ་ནི་དགྲ་བཅོམ་པ་རེད་དེ་དགྲ་བཅོམ་པ་ཡིན་སོང་བ་ཡིན་ན། ཁྱོད་ཀྱིས་ཁྱོད་ཀྱི་རྒྱུད་ལ་ནི་ག་ས་བེམ་རིག་ལ་སོགས་པ་མེད་སོང་ན་སྐྱོན་ག་རེ་ཡོད་ལབ་སོང་བར་འདུ་བྱེད་ཀྱི་འཇུག་པ་རྒྱུན་ཆད་རྒྱུན་ཆད་པར་ཐལ་འགྲོ་གི་རེད་ད་འདུ་བྱེད་ཀྱི་འཇུག་པ་རྒྱུན་ཆད་པ་ནི་ག་ས་མི་ཐལ་བའི་ཆེད་དུ་ནི་ག་ས་བེམ་རིག་ནི་རྒྱུན་ཆད་ལབ་སོང་བར་ཟག་བཅས་ཀྱི་ངོ་བོར་གྱུར་པའི་བེམ་རིག་རྒྱུན་ཆད་པ་རེད་མ་གཏོགས་ཟག་མེད་ཀྱི་ངོ་བོར་གྱུར་པའི་བེམ་རིག་ཡོད་རེད་ཟག་མེད་ཀྱི་ངོ་བོར་གྱུར་པའི་བེམ་རིག་དེ་ག་རེ་ལ་ཤ་གོ་སླ་བ་ཡིན་ན་ཟག་མེད་ཀྱི་ཤེས་པ་དང་ཟག་མེད་ཀྱི་སྡོམ་གཟུགས་དེ་ཚོ་ཤ་གོ་རེད་ག་ས་དེ་ཚོ་མེད་སླ་བ་ཡིན་ན་སྐྱོན་ག་རེ་ཡོད་ལབ་ན་འདུ་བྱེད་ཀྱི་འཇུག་པ་རྒྱུན་ཆད་པར་ཐལ་འགྲོ་གི་རེད་ཞེས་པའི་དོ་ན་འགྲོ་བ་ཅིག་སླེབས་ཀྱི་འདུག་ལ།

ལན་བརྒྱ་ཞུ་དོན་ཅི་རེད། ལ་སོ་དྲི་བ་གཅིག་ཞུ་ཆོག་པ་ཞུ་ལ། ད་ལྟ་འདི་ང་ཚོའི་ཕྲ་རྒྱས་ཤེས་དཔལ་གནས་སྐབས་སུ་ར། ཕྲ་རྒྱས་ཀུན་འགྲོ་འདི་གི་སྤང་བྱ་རིགས་ལྔ་ལ་གཅིག་ཅར་དུ་དམིགས་ཀྱི་རེད་ཟེར་ནས་ཅིག་གསུང་གི་འདུག་ལ་འགྲེལ་བ་མང་ཆེ་བ་གྱི་ནང་ལ། འདི་གཅིག་ཅར་དུ་དམིགས་ཞེས་པའི་གི་ཚེ་དེ་ག་འགྲེལ་ཅི་ལ་བཞག་དགོས་རེད་ཟེར་བ། དེ་ནི་དྲི་བ་གཅིག་སྟེ་དེ་ནི་དྲི་བ་གཞན་པ་སྟེ་ད་ལྟ་སྟེ་སྡུག་བསྔལ་མཐོང་སྤང་དུ་གྱུར་བའི་འཇིག་ལྟ་སྟེ་གྱི་འགོག་པ་མཐོང་སྤང་དང་ལམ་མཐོང་སྤང་ལ་དམིགས་ནས་ང་ཡིར་ལྟ་སོགས་ག་འདྲའི་ཅི་རེད་འདི་གང་ཟག་ག་འདྲའི་ཅིག་རྒྱུད་ལ་ཡོང་གོ་རེད་ཟེར་བ་ཨ་ནི་སྡུག་བསྔལ་མཐོང་སྤང་དུ་གྱུར་བའི་གྱི་ད་ལྟ་ལྟ་བ་ཕྱོགས་འཛིན་སྟེ་གྱི་འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་ལ་དམིགས་སོང་བ་ཡིན་ན། དེ་ལྟ་བུ་གྱི་ལྟ་བ་ཕྱོགས་འཛིན་འདི་ཨ་ནི་འགོག་པ་མཐོང་སྤང་དང་ལམ་མཐོང་སྤང་ཆགས་ཀྱི་མ་རེད་བས་འདིའི་གར་ཚིག་ན་གྲུབ་མཐའི་ཅི་འབྱོར་གྱི་ནང་ལོགས་ལ་དངོས་སུ་ལོག་ཤོས་དང་རྒྱུད་ནས་ལོག་ཤོས་ཀྱི་ཚད་དེ་བཞག་ཡོང་དུས་བརྩམས་པ་ལ། བདེན་པ་དེ་དང་དེ་ལ་དངོས་སུ་དམིགས་པ་དེ་དངོས་སུ་ལོག་ཞུགས་བཞག་ནས་ཨ་ནི་དེ་ལ་དམིགས་པའི་གི་ཡུལ་ཅན་དུ་གྱུར་བའི་ཉོན་མོངས་ཞེན་པ་དེ་ལ་ལོག་པ་ལ་ལོག་ཞུགས་སུ་བཞག་གི་དུ་ཨ་ནི་སྡུག་བསྔལ་མཐོང་སྤང་དུ་གྱུར་བའི་གི་ལྟ་བ་ཕྱོགས་འཛིན་དེ་གི་འགོག་པ་མཐོང་སྤང་དུ་འགོག་པ་མཐོང་སྤང་དང་ལམ་མཐོང་སྤང་དུ་གྱུར་བའི་གི་ཉོན་མོངས་པ་དེ་ལ་དམིགས་ཡོང་དུ་བརྩམས་པ་ཁོ་ཡང་དེ་ནི་འགོག་པ་མཐོང་སྤང་དང་ལམ་མཐོང་སྤང་ལ་ལོག་པ་ལོག་ཞུགས་འདྲ་བོ་ཆགས་འགྲོ་གི་དུ་དེ་ཡིན་ན་ཨ་ནི་སྡུག་བསྔལ་མཐོང་སྤང་དང་འགོག་པ་མཐོང་སྤང་དང་ལམ་མཐོང་སྤང་དེ་ཚོ་གི་གཞི་མཐུན་ཆགས་འགྲོ་གི་དུ་ཨ་སི་ནའོ་འདིའི་ཐད་ལ་ཅིག་གསུང་རོགས་བྱེད་དང། ཨ་ལས་ལ་སོགས་ལ་ད་ད་ན་རྒན་ཁྱེད་རང་གིས་དྲི་བ་དེ་འདི་རེད་དོ། ད་ན་ཕྲ་རྒྱས་ཀྱི་ད་སྤང་བྱ་སྤོང་སྟངས་སྐོར་ལ་རེད་དོ། ད་སྤྱི་ད་ཕྲ་རྒྱས་ཀྱི་སྤང་བྱ་སྤོང་སྟངས་སྐོར་གྱི་བརྗོད་གཞི་དེ་མིན་མ་རེད་ལ་དེ་ཡང་ཁོ་དཔྱད་རྩོམ་ཁ་ཁ་ཡོད་རེད་ལ་ད་དེ་དུ་བ་ཕ་ཅུ་ལ་ད་དྲི་བ་ཞུ་ཤེས་ན་ཏག་ཏག་ཆགས་ས་མ་རེད་པས། དེ་བརྗོད་གཞི་དང་ཡང་ཁ་ཁ་ཆགས་རེད་དོ་ལ། ཉིད་ཀྱིས་ཞུ་གོ་རོ། ད་ད་ཁྱེད་ཀྱིས་ཁོང་ཕྲུག་གི་ངོ་བོ་བཞག་ཡོང་འདིར་བ། སྡུག་བསྔལ་གྱི་གནས་ཀྱི་ཆོས་ལ་གནོད་ནས་སྐྱིད་ནས་མནར་སེམས་ཀྱི་རྣམ་པ་ཅན་དེ་ཁོང་ཁྲོ་ཡི་ངོ་བོའམ་མཚན་ཉིད་རེད་ཞག་བདེ་བ་ལ། དེ་འདྲ་ཡིན་ན། ཁོང་ཁྲོ་འདི་དང་མཉམ་དུ་སེམས་བྱུང་དགའ་ཚལ་མཉམ་དུ་འབྱུང་གི་ཡོད་རེད་ལ་ན། ཉོན་མོངས་བཞི་དང་ཁྲོ་སོགས་དང་བརྗོད་པ་དང་ནི་ཉི་ཤུ་གཅིག། ད་ཁོང་ཁྲོ་ཁོ་རང་བརྩི་གི་ཡོད་མ་རེད་བ་ལ། ཁོ་རང་མ་བརྩི་ཡོང་དུས་ཁོང་དང་མཉམ་དུ་སེམས་བྱུང་དགའ་ཚལ་འབྱུང་གི་ཡོད་རེད་ལ་ན་ཉི་ཤུ་རྩ་གཅིག་འབྱུང་གི་ཡོད་རེད། དེ་ནས་འགའ་རེས་གང་སེམས་བྱུང་བྱུང་ན་འགར་ཡོད་ན་གཙོ་སེམས་ཡོད་ཡོད་པ་རེད། འདི་ལྟ་བུ་ཡི་སེམས་བྱུང་ཉི་ཤུ་རྩ་གཅིག་ཀྱང་འདི་ལྟ་བུ་ཅི་འདི་ཚོ་ཆགས་ཡོད་རེད་བ་འགར་ཆགས་ཡོད་ལ་ན་ང་ཚོ་སེམས་ཀྱི་ས་མང་བཅུ་ཉོན་མོངས་ཆེན་པོའི་ས་མང་དྲུག་དེ་ག་ན་ཞིང་རྟོག་པ་དང་དཔྱོད་པ་མི་དགེ་བའི་ས་མང་གཉིས་འདི་གང་ལ་འགྱོད་པ་བྱུང་ན་འགྱོད་པ་དེ་འདྲ་འབྱུང་འགྱུར་བ་ད་དེ་འདྲའི་བྱུང་མྱོང་འདི་འདི་ཚོ་ཡང་ཁོང་ཁྲོ་རེད་པས།

རྩེད་མོ་ཐོབ་པའི་རྩ་མི་བྱེད་ད་ལོག་ལྟ་དེ། ལོག་ལྟ་དེ་སྦྱོར་ལམ་གྱི་སྦྱོར་ལམ། རྩེད་མོ་དེ་གི་སྤང་གི་རེད་སླེབས་པས། རེད་ལ་ལྟ། དེ་རིགས་བདེན་འབྲས་ཡིན་ན་ལོག་ལྟ་དེ་མཐོང་སྤང་མ་རེད་པས། སྦྱོར་ལམ་རྩེད་མོ་གྱི་སྤང་བྱ་སྤང་ཡ་ཅིག་བཟོས་ཀྱི་ལུགས་ལ་ཡོད་རེད་པས། སྤང་བྱ་སྤང་པའི་ལམ་མིན་ན། ཡིན་གྱི་མིན་གྱི་གར་འགོག་ཡོད་ལ་ན་མཐོང་ལམ་དང་དགོངས་ལམ་འགོག་གི་ཡོད།

འཇིག་ལྟ་ལྷན་སྐྱེས་དེ་སྒོམ་སྤང་རེད་པས་མཐོང་སྤང་རེད་པས། འོ་འཇིག་ལྟ་ལྷན་སྐྱེས་དེ་སྒོམ་སྤང་རེད་ལ། འོ་སྒོམ་སྤང་ཡིན་ན་བཟོད་ཀྱི་ལུགས་ལ་གཞི་ནི་སྒོམ་པའི་སྤང་བྱ་ཡིན་ཟླ་བ་མ་གཏོགས། དེ་ནས་འཇིག་ལྟ་དེ་མ་ལས་ཀྱི་མི་འདུག་ཨ། བྱས་མཐོང་ཙང། སྤང་ལ་བཅུ་ཡོད་རེད་འོ་ཨེ་འོ་འོ་འོ། མཐོང་སྤང་ལ་བཅུ་ཡོད་རེད་སྒོམ་སྤང་ལ་གཞི་མ་དེ་ཡོད་མ་རེད་ག་རེ་ན། མ་རིག་པ་འདོད་ཆགས་ཁོང་ཁྲོ་ང་རྒྱལ་གཞི་མ་དེ་ཡོད་མ་རེད་ད་ཁྱེད་རང་གི་ལུགས་ལ་བཟོད་ཀྱི་ལུགས་ལ་ཡང་ལྔ་ཡོད་རེད་པས་སྒོམ་སྤང། དགར་ལ་ང་འཇིག་ལྟ་ལྷན་སྐྱེས་ཅི་ཡང་འདུག། ཡོད་རེད་ཡོད་རེད་ཁྱེད་ཚང། དེ་ཅི་འདུག་ད་ལྟ་ཁྱིམ་ཚོགས་ཁོ་རང་ནང་ལ་གཙང་མ་ལས་ཡིད་དོ་ཅི་ལྟར་ད་ལྟ་སྡོད་དགའ་ས་ཐོག་མ་ཡིན་པ་དེ་ལ་ཤི་ཡོད་རེད་ད། ཐོག་མ་ཡིན་པ་དེ་ལ་ཤི་དགོ་མ་ཡིན་པ་དེ། དགོ་མ་ཡིན་པ་དེ་ལ་ཤི་ཡོད་རེད། དཔེར་ན་རྡོ་ཆག་དང་ད་ལྟ་ཁོང་ཁྲོ་དང་ང་རྒྱལ་མ་རིག་ཆེད་དུ་ཡིད་དོ་ཤི་ཡོད་རེད། དེ་མ་ཟད་འདི་ནང་བཞིན་རྡོ་ཆག་དང་ཁོང་ཁྲོ་མ་རིག་དེ་ལས་གླེན་རྒྱལ་དང་ཀུན་ད་གཉིས་ཆེ་དགོ་གྱོ་རེད་གླེན་རྒྱལ་དང་ཀུན་ད་གཉིས་མེད་པ་རེད་མེད་པ་མ་རེད་གསུང་གྱི་འདུག་ད་གླེན་རྒྱལ་ཡིན་པ་དེ་དགོ་མ་བཞག་གོ་རེད་ཀུན་ད་ཡིན་པ་དེ་ཐོག་མ་བཞག་གོ་རེད་གསུང་གྱོ་ར། མ་རེད། ཁྱེད་རང་གཞི་ནས་སྒོམ་པའི་སྤང་བྱ་ཡིན་གསུངས་རོགས། གཞི་ནས་སྒོམ་པའི་སྤང་བྱ་ཡིན་གསུངས་རོགས། ལ་སོ། ལ་སོ་རྒན། འོ་འདི་ངའི་ས་བཤད་གོ་ཕྱི་གོ་ལ། གཞི་ནས་སྒོམ་པའི་སྤང་བྱ་ཡིན་གསུངས་རོགས། ད་ཁྱིམ་ཚོགས་ཁོ་རང་ནང་ལུགས་ལ། འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་མ་རིག་བཞི་པོ་དེ་སྒོམ་སྤང་རེད། ཡིན་ནའི་འདི་ན་ཞེ་འདོགས་དཀའ་ས། བཞི་པོ་དེ་ལ་གླེང་གལ་དང་ཀུན་ད་གཉིས་ཆ་ཡོད་ཀྱི་ཡོད་མ་ལ་ན་ཆ་ཡོད་རེད་གསུངས་ཀྱི་འདུག། ཆེ་གོ་རེད་གསུངས་ཀྱི་འདུག། ཆེ་གོ་རེད་གསུངས་ཀྱི་འདུག། མ་འདོད་ཆགས་ལ་གླེང་གལ་དང་ཀུན་ད་གཉིས་ཆེ་གོ་རེད་གསུངས་ཀྱི་འདུག། ཆེ་གོ། ད་འདི་ན་ཞེ་གླེང་གལ་དེ་ག་རེ་ཆགས་ཀྱི་རེད།

དེ་འདྲས་སོང་ན་ད་ནི་འཁོར་བའི་རྩ་བ་དེ་ད་ནི་དམ་ཆོས་ཆུ་ཡི་གར་ཟིན་ན་གང་ཟག་གི་བདག་སེམས་ལ་མ་གཏོགས་བཞག་གི་མ་རེད་གསུངས་སོ། ལ་འཁོར། དེ་འདྲས་སོང་ན་ད་སྐབས་འདིར་དེའི་གར་ཟིན་ན་འདོད་ཆགས་ཀྱི་ངོ་བོ་དེའི་གར་ཟིན་ན་ད་ནི་ཐེག་དམན་གྱི་འགོག་བདེན། ལྷག་ཆད་དང་ལྷག་མེད་སྦྱངས་ཏེ་ཐོབ་ཟིན་པའི་གི་དང་དགྲ་བཅོམ་པ་བྱེད་ཡོར་བ་ལ། འོ་འདི་གི་འཇུག་ལ་ཡང་ད་འདོད་ཆགས་ཀྱི་ངོ་བོ་དེ་བདེན་འགྲོ་གི་འདུག་ལའོ། བདེན་གྱི་མ་རེད་ལ།
གར་ཟིན་ན་ཁོ་ལ་ཆོས་ཀྱི་བདག་སེམས་ཡིན་པ་གང་ཞིག་ལ་ད་ནི་དམ་ཆོས་ཆུ་ཀྱི་འདོད་ཆགས་ཀྱི་ངོ་བོ་བཞག་པ་དེ་ཁོ་ལ་བདེན་གྱི་འདུག་ཟེར་བ་བདེན་གཉིས་མ་རེད་ལ་གར་བྱེད་ན། རྒྱུ་མཚན་གང་ཡིན་ཞུ་ན་བདེན་གཉིས་མ་རེད་ལ། བྱེད་ན་འདོད་ཆགས་ཀྱི་ངོ་བོ་དེ་འདི་ལ་ངས་གར་བྱ་ཡོད་ལ་ན་བས་ན། ཡུལ་ཡིད་དུ་འོང་བའི་ཟག་བཅས་ཀྱི་དངོས་པོ་ལ་དམིགས་ནས་དེ་ལ་རྗེས་སུ་ཆགས་ཤིང་དལ་དཀའ་བའི་རྣམ་པ་ཅན་ལ་རོ། ཨ་ཆོས་ཀྱི་བདག་འཛིན་དེ་ལ་ཆགས་ཀྱི་མ་རེད་བས་ན། འོ་ཆགས་ཀྱི་མ་རེད་ལ་བྱས་ཙང།
ག་འདྲས་རེད་རྒྱུ་མཚན་ག་འདྲས་ཡིན་ན། ཆོས་ཀྱི་བདག་འཛིན་ལ་ཡེ་དེ་བས་ན་ག་ས་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཕྱོགས་ལ་དམིགས་ནས་ཡོད་འདི་དང་འདིའོ་སྙམ་པ་ལྟ་བུ་ཅིག་རེད་ད། འདི་ལ་ཆོས་ཀྱི་བདག་འཛིན་ལབ་ཀྱིའོ་རེད། དཔེར་ན་ད་ནང་རྡོ་ཆག་ལ་ཡི་དེ་རེད་དམ་དཔེར་ན་སྲིད་པའི་རྩ་བ་ཁྲ་ཁའི་དྲུག་ལ་ཡོད་སོང་མ་ཁྲ་ཁའི་དྲུག་དེ་སྲིད་པའི་རྩ་བ་རེད་དེ་ཡིན་ནས་རྩ་བ་དེ་ལ་ཡང་རྩ་བ་གཙོ་བོ་དང་འཕགས་པ་ལ་ཡི་དེ་ནས་ཆེ་དགུ་དུག་ལ་ཡོད་རེད་འཇིག་ལྟ་དེ་འཁོར་བའི་རྩ་བ་གཙོ་བོ་རེད་ཞེས་པའི་དོན་དག་རེད་ལ། ད་སློབ་སྦྱོང་དོན་དུ་འགལ་ལ་འགལ་ལ་གང་ལ་ཕན་ཅིང་གང་ཕྱི་མ་དང་ཕྱི་འགལ། ཡང་ན་དེར་དེ་ག་ན་ད་ལྟ་དེ་གའི་དབུ་མ་པའི་ལུགས་ལ་ད་ལྟ་འབྱོར་མི་འགའ་རེས་འཇིག་ལྟ་དང་གང་ཟག་གི་བདག་འཛིན་དེ་འདོན་བྱེད་ཀྱིན་པ་ད་ནང་རིགས་པས་ཀྱི་དཔྱད་པས་ཚོར་ན་ཆོས་ཀྱི་གནོད་པ་ཐོབ་ངེས་འདུག་ཟེར་གདམ་བྱ་ཡོད། དོན་དེ་འདྲི་ཞག་ནང་དོགས་ལ། མ་རེད། འདི་གཙོ་བོ་དེ་དེ་རེད་ལ། ད་ནག་ག་ས་དབུ་མའི་ལུགས་ལ་ཆེ་དང་གང་ས་ཡི་བདག་འཛིན་དང་ཁོ་ག་ས་གང་ས་འཇིག་ལྟ་དང་གང་ས་ཡི་བདག་འཛིན་གྱི་དོན་ཅི་ཡིན་པ་དེ་ཕ་ཆེ། ད་དེ་དབུ་མའི་གཞུང་ཁོ་རང་ནང་ལ་དེ་ནས་ཡོད་མེད་མི་ཤེས་ཡིན་ནས་རང་གཞུང་ནང་ལ་ཡོད་རེད་ལ། དཔེར་ན་ཀརྨ་པ་མི་རྒྱུད་དུ་ཅིག་གིས་དྲ་རྒྱུད་དུ་བའི་གཞུང་དང་ནང་ལུགས་ལ་གང་ས་ཡི་གང་ས་ཡི་བདག་འཛིན་དང་འཇིག་ལྟ་གཉིས་དོན་ཅི་གསུངས་ཡོད་རེད། ཡིན་ནས་འདི་ལབ་སོང་བ་ཡིན་ན་སྐྱོན་ག་རེ་ལ་ཡིད་དུ་སླ་བ་ཡིན་ན་འཇིག་ལྟ་ཡིན་སོང་བས་ན་ཕུང་པོ་འཇིག་པའི་ཚོགས་ཀ་ལ་སྨིན་ནས་རྣམ་པ་ང་ངར་འཛིན་པའི་ཤར་ཉོན་མོངས་ཅན་ཡིན་དགོངས་རེད་ད། ཕུང་པོ་ལ་སྨིན་ནས་ང་དང་ངའི་རིགས་འཛིན་པ་ཡིན་ན་གང་ཟག་གང་ཟག་གི་བདག་འཛིན་མེད་ཁྱབ་ཀྱི་ཁྱབ་ཀྱི་མི་འདུག་ལ་ཡོད་རེད། མ་རེད་ད་ལོ་བདག་འདྲ་མ་རེད་དམ་བཅའ་བ་ཕྱོགས་ཀྱི་ཕྱོགས་ལ་དྲ་འབུ་ག་རེ་ཞུ་འདུག་ད་ན། དྲ་རྒྱུག་གི་ད་ན་ནང་ཚུན་དུ་བྱུར་བུ་གི་རོ་དྲ་རྒྱུག་གི་ནང་ཚུན་དུ་བྱུར་བུ་གི་འཇིག་ལྟ་དེ་གང་ཟག་གི་བདག་འཛིན་ཡིན་དགོངས་རེད་ད་ན་དམ་བཅའ་བའི་ཕྱོགས་རྩོམ་ཤུགས་ཀྱི་ཚོར་ནང་ལ་འབྲི་བཞག་འདུག་ལ། བྱས་ཙང་དེ་རེད་ལ་ལས།
བྱས་ཙང་སྤྱི་དང། རང་རང་གཞུང་ལ་དགའ་ས་འཇིག་བདག་དང་གང་ཟག་གི་བདག་འཛིན་གྱི་དོན་བྱེད་བཞག་ཡོད་རེད་ད། འཇིག་བདག་ཡིན་སོང་བ་ཡིན་ན་བདག་དང་བདག་གིར་འཛིན་པ་ཡིན་དགོས་རེད་ད། ཕུང་པོ་ལ་དམིགས་ནས་བདག་དང་བདག་གིར་འཛིན་པ་ཡིན་ན་གང་ཟག་གི་བདག་འཛིན་ཡིན་པས་ཁྱབ་ཀྱི་མི་འདུག་ལ་འདི་ན་ཞིག་སྐྱོན་ཡོད་ལེ་ཡིད་འདུག་ལ་རེད་ད་ང་རང་གིས་དོགས་དཔྱོད་གོ་གྱུར་ད། དོགས་དཔྱོད་ག་རེ་གོ་གིར་སླ་བ་ཡིན་ན། ཕུང་པོ་འཇིག་པའི་ཚོགས་པ་ལ་དམིགས་ནས་རྣམ་པ་ངམ་ངར་འཛིན་པའི་ཤེས་རབ་ཉོན་མོངས་ཅན་དང་མཚུངས་ལྡན་དུ་སྐྱེས་པའི་གཙོ་སེམས་ཅི་ཡོད་ར།

ལས་རྒྱབ་ལྗོངས་ཀྱི་གཞུང་གཅིག་ཚང་དུ་འགེངས། འཇིག་ལྟ་རེ་བ། བྱེ་བྲག་མ་ཡི་ལོ་ལ་རེ་བ་བྱེ་བྲག་མ་ཡི་ལོ་ལ་འཇིག་ལྟ་ལ་ལྷིང་གཞི་ཡོད་པ་གྱི་ཨ་ནེ་གཞུང་ཁོངས་ཁ་བ་ཁ་བ་ཡོད་ཐད་ཀྱི་གསུང་རོགས་ཞུ།
དཔེར་ན།
བྱེ་བྲག་མ་ཡི་ལུགས་ལ་རེ་བདག་འགེངས། བྱེ་བྲག་མ་ཡི་ལུགས་ལ། དཔེར་ན་མཐོང་སྤང་དང་དགོངས་པ་གཉིས་ཆེད་གནང་གི་ཡོད། རེད་ལ། མ་རེད། མཐོང་སྤང་དང་དགོངས་པ་གཉིས་ཆེད་ཡོད། རེད་ལ། མ་རེད།
རེད་ལ།

གཞི་ནི་སྒོམ་པའི་སྤང་བྱ་ཡིན་གསུངས་ཡོད་དོ། དེ་དུས་གཞི་ནི་སྒོམ་པའི་སྤང་བྱ་ཡིན་ལབ་སོང་བ་སྤྱི་དང་འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དང་མ་རིག་པ་དེ་གོ་གོམ་སྤང་རེད་གསུངས་ཡོད་དོ། ཡིན་ནའི་འདི་ན་བཞིན་འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དང་མ་རིག་པ་དེ་ལ་ཀུན་བརྟགས་དང་གླེང་གེ་ཡི་ཆ་གཉིས་མེད་པ་མ་རེད་གསུངས་ཡོད་དོ། གླེང་གེ་ཡི་ཆ་ཡང་ཡོད་རེད་གསུངས་ཡོད་དོ། འོ་ཡོད་རེད་གསུངས་ཡོད་དོ་འོ་བྱས་ཙང་འོ་ལྟ་མཁན་སེང་ཡ་སེང་ཡ། ད་འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་མ་རིག་པ་དེ་ལ་གླེང་གེ་ཡི་ཆ་ཡོད་སོང་ན།

འདི་སྤྱིར་བཏང་གི་འཁོར་བ་ཐོག་མ་ཐ་མ་ཡོད་མ་རེད་དེ་ཡིན་ན་ཡང་བྱེ་བྲག་ལ་ཕྱིན་ན་འཁོར་བ་ཐ་མ་ཡོད་པ་ཡོད་པ་གྱི་ད་ལྟ་འདི་བསྡམ་བྱ་རེད་འདུག་ལ། རེད་ལ། འདི་ཡོད་ཚུལ་འདི་ཁྱོད་ཀྱིས་ད་ལྟ་གར་ཟེར་རྟགས་གར་བསྐྱུར་འདུག་ཟེར་ན། ནམ་ཞིག་གི་ཚེ་སྤྱི་དང་བྱེ་བྲག་ལ་ཞེན་པ་གར་ཟེར་འཁོར་བ་སྤྱི་དང་བྱེ་བྲག་ལ་ཞེན་པ་ལོག་ནས་རྐྱེན་དགེ་བའི་བཤེས་གཉེན་གྱིས་ཡོངས་སུ་ཟིན་ནས་ཆོས་གཤའ་མ་ཞིག་བསྒྲུབས་ན་མཐར། རྫོགས་བྱང་མངོན་དུ་འགྱུར་བ་ཟེར་ཅིག་གང་ལྟར་ཅང་ད་དེ་འདྲའི་སྤྲོས་བཅས་ཡོད་ན་ཟེར་ཅིག། ད་ཅིག་སྒྲིབ་པ་སྤངས་ནས་ཟས་ཀྱི་མ་འོངས་པ་དེ་འདྲའི་རབ་ཚེའི་གྲོགས་ཀྱིས་ད་དེ་འདྲར་འཇུག་ན་ཟས་སྐྱེ་བྱ་ཅི་རེད་དོ། རེད་ལ། ད་དེ་འདྲ་ཡིན་སོང་ན་ད།
གཅིག་པ་རོགས་ལ་ཚེ་སྐྱེ་བཞག་ན་དེ་ནས་ད་སེམས་ཅན་གསར་སྐྱེ་ཟས་སྦྱིན་བཞག་ཐུག་གི་མ་རོགས་ལ། བཞག་ཐུག་མ་ད་སེམས་རོགས། ཅན་རེ་རེ་བྱས་ནས་ད་འཁོར་བ་གཅིག། ད་གཅིག། འཁོར་བ་སྤངས་སོང་ན་དེ་ནས་གཉིས་པ་དེ་སྤངས་གསུམ་པ་སྤངས་ནམ་ཞིག་གི་ཚེ་འཁོར་བ་ཆ་ཚང་སེམས་ཅན་ཆ་ཚང་སྤངས་ན་དེ་ནས་འཁོར་བ་འདྲེན་ཡ་ཅིག་དེ་ནས་ཆ་ཚང་ལ་འཁོར་བ་ཐ་མ་ཟས་བྱས་བཞག་ཐུབ་ས་ར་ཟས་ཀྱི་དྲི་བ་གཅིག་འདི་རེད་རོགས་ལ། དེ་ནས་གཅིག་དེ་ད་ད་ལ་དེ་སོ་དང་པོ་དྲི་བ་དང་དྲི་བ་དང་པོ་དེ་ལན་རྒྱལ་བ། མཉམ་དུ་སྐྱེ་བཞག།
ད་ནི་དེ་རྩ་ཉེན་དང་ཉེ་ཉེན་ཟས་ཞེས་འདོགས་ལ། རྩ་བ། རྩ་ཉེན་དང་ཉེ་ཉེན་ཟས་དེ་རྩ་བ་དང་ཉེ་བ་ག་ས་གཅིག་ལ་རྩ་བ་ཟས་གཅིག་མིང་བཏགས་དགོས་ཡ་དེ་ཁོ་ལ་དམིགས་བསལ་གྱི་ཉེ་ཉེན་ལ་ཁོ་ལ་ལྷག་པ་དམིགས་བསལ་ག་རེ་ཡོད་ན་རྩ་བ་དང་ཉེ་ཉེན་ཟས་ཀྱི་མིང་བཏགས་དགོས་ཡ་དེ་ག་བ་འཐུག་ཡོད་ན་དེའི་སྐོར་ཁྱད་པར་གྱི་གསུང་རོ་རྗེ། ལ་སོགས་ལྟར་ནམ་ཉོན་རྩ་ཉོན་འདི་ལ་རྩ་ཉོན་དྲུག་ལ་ཡོད་རོ་ཉེ་ཉོན་འདི་ལ་ཉེ་ཉོན་ཡུལ་ཤེས་ཡིན་རོ། ལྟར་རྩ་ཉོན་དྲུག་འདི་ལ་རྩ་ཉོན་ལ་འོས་རྒྱུ་མཚན་ནི་མྱོང་བ་མཐའ་དག་དེ་དྲུག་ལ་བརྟེན་ནས་འབྱུང་བའི་རྒྱུ་མཚན་ལ་བརྟེན་ནས་རྩ་ཉོན་ལ་འགྱུར་ས་ལ། ཉེ་ཉོན་ལ་འོས་སམ་མ་ལྟ་ག་ས་དེ་དང་རིགས་འདྲ་བ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཕར་ཕྱིན་ཉེ་ཉོན་འགྲོ་བ་གཅིག་གསུང་འགྱུར་ས་ལ།

སྤང་བྱ་མ་ལུས་བ་སྤངས་ནས་སངས་རྒྱས་གོ་འཕང་ཐོབ་འགྲོ་གི་རེད་དེ་དུས་ག་ཚོད་ཁོག་ར་དེ་རྫོགས་རུག་པ་རེད་ད་མདོར་བསྡུ་བ་ཡིན་ན་ག་ཚ་ན་ཤོར་བ་དང་ལ་ཤོར་བ་ན་ཞེས་ག་ཚ་སྟག་པ་ཐེ་ཚོམ་གྱི་ཚ་དཔེ་སྦྱར་གྱི་འདུག་བཤད་པའི་དོན་དག་འགྲོ་གི་རེད་དོ་རྒན། ད་རྒན་གྱིས་ད་ན་དྲི་བ་དེ་ག་རེད་འདུག་ལབ་ན་དེ་ནས་ཅིག་ཡིན་སོང་བ་ཡིན་ན་སེམས་ཅན་ཐམས་ཅད་སྒྲིབ་པ་སྤངས་སོང་བ་ན་སངས་རྒྱས་གོ་འཕང་ཐོབ་གི་རེད་དེ་ནས་ཡིན་པའི་རྒྱུ་མཚན་ལ་ཁོག་ར་དེ་ལ་ཐ་མ་ཡོད་ལབ་ན་འགྲིག་གི་འདུག་ལ་རོ། ད་འདི་ཁག་པོ་རེད་ལ་ཀ་ཅང་སེམས་ཅན་ཐམས་ཅད་སངས་རྒྱས་སོང་ན་ཁོ་གང་དྲན་དྲན་ཆ་ཡ་བྲོ་ཆེ་རེད་དྲན་གྱི་འདུག།

ཆོས་ཀྱི་ཉིད་དངོས་དེ་སྤངས་འགྲོ་གོ། ད་དེ་མ་རིག་པ་སྤངས་ལ་བསམ་པ་ད་ག་ས། ད་ག་ས་མ་དག་པའི་ཆར་གྱུར་པའི་མ་རིག་པ་དེ་དག་གོ་སྤང་བྱ་ཡིན་པར་རོ། ད་རོ་ཡ། ཡིན་ན་ཡང་ག་ས་མ་རིག་པའི་ངོ་བོ་དེ་ལ་བསམ་བློ་བཏང་སོང་བ་ཡིན་ན་ད་མ་རིག་པའི་ངོ་བོ་དེ་ག་རེ་ཆགས་ཀྱི་འདུག་ལབ་བ་ཡིན་ན་ཡེ་ཤེས་ཀྱི་ངོ་བོ་ཆགས་ཀྱི་འདུག་དཔེར་ན་ང་ཚོ་ནམ་མཁའི་རྩ་བ་ཅི་ཡོད་ཨ། འཁོར་བ་དང་ནི་མྱ་ངན་འདས། ད་ན་སློབ་བུ་འདི་རོ་འཕགས་པ་ལ་རོ། འཁོར་བ་དང་ནི་མྱ་ངན་འདས་གཉིས་སུ་ཡོད་པ་མ་ཡིན་ནོ། འཁོར་བའི་རང་བཞིན་ཤེས་པ་ལ། དེ་ལ་མྱ་ངན་འདས་ཞེས་བརྗོད་གསུངས་ཀྱི་འདུག་ཨ།

མ་རིག་པའི་ངོ་བོ་དེ་མ་རིག་པའི་ངོ་བོ་དེ་མ་རིག་པའི་རང་བཞིན་དེ་རང་བཞིན་དེ། ཟླ་མ་བོ་ལགས། དེ་ནི་ཕོ་མཚན་བློ་བཟང།
ལགས་སོ། ད་ནི་དཔེར་ན་འཁོར་བའི་རང་བཞིན་ནི་མྱང་འདས་ཡིན་སོང་བ་ན་མ་རིག་པའི་ག་ས་རང་བཞིན་ནི་ཨ་ནི་ཡེ་ཤེས་གར་གྱི་ཡོན་ཆོད་ཡོད་མ་རེད་དེ་གཅིག་གསུངས་འགྲོ་གྲ། ས་དེ་འགྲོ་ཡོད་ཡོད་མ་རེད་བ། རེད་ལགས། རང་རྒྱུད་ཀྱི་སྤང་བྱ་ཡོངས་སུ་རྫོགས་པ་མེད་པ་ཕྱག་འཚལ་འདུག་ཁོ་སངས་རྒྱས་ལ་ག་རེ་ལྷག་ཡོད། ཆོས་ཅན་གྱི་གཙུག་དང་རེད་རེད་དེའི་ཁྱེད་རྒྱུད་ལ་དང་འདི་ཁྱེད་ཡོད་རེད་ཚང་སངས་རྒྱས་པ་ལ་ག་རེ་ལས་ཡོད་ལགས་ནས་མི་ཤེས་པའི་རྒྱུ་ཞིག་ལ་སོགས་པ་དེ་ད་ཤེས་ཡོད་མ་རེད་འོ་ཡ། ཉོན་མོངས་ཆ་མ་ཡིན་པའི་མ་རིག་པ་དེ་སྤངས་ཡོད་མ་རེད་འོ་ཡ། ད་ད་མ་རེད་དེ་ང་ཚོ་ཁྱེད་ཚོ་གཉིས་ཤིག་ཡོད་ཨ་ཅེ་ན་སྒྲིབ་པ་སྤངས་ཚུལ་འདི་ལ་བཀའ་ཟ་དོལ་པོའི་རྡོ་ཆས་དང་འདྲ་བའི་ཚུལ་གྱི་སྒྲིབ་པ་སྤང་ཡན་གཅིག་དང་ཐོགས་པ་ཆད་པའི་ཚུལ་གྱི་སྒྲིབ་པ་སྤང་དང་གཉིས་ཤིག་ཡོད་རེད་འོ་ཡ། ད་ལ་འདི་སོ། ད་སྤྲོ་བ་བཏང་ངེས་གདའ། ཧ་ལོ། ད་སྤྲོ་བ་བཏང་ངེས་གདའ། ལ་སོ། ད་ད་ད་རྒན་གྱི་འདོད་ཆགས་གི་མ་མཚན་ཉིད་བརྒྱ་འོང་འདེགས་ད་ལ་འདོད་ཆགས་ཞེས་ལས་ཀྱིས་བཟུང་འགྲོ་བ་རྒན།

རྟེན་འབྲེལ་ཡན་ལག་བཅུ་གཉིས་འཁོར་བ་འཁོར་གྱིན་མང་པོ་ཡོད། དེ་ཚང་མ་ནི། གལ་སྲིད་རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ཚན་གྱི་ལེན་པ་དེ་ཁོང་ཁྲོ་ག་འདྲི་ཟེར་འཇོག་གི་རེད། བ་དེ་ཤེས། དང་པོ་རྒན་གྱི་དྲི་བ་དེ་དེ་རེད་འདུག་ར། ད་ནང་རྡོ་ཆས་ཀྱི་བྱེད་ལས་དེ་གོ། སྡུག་བསྔལ་སྐྱེད་པར་བྱེད་པའི་སེམས་བྱུང་ཞིག་ལ་བཞག་བསྡད་ཡོད་རེད། ད་འདི་ནས་ཡིན་པའི་རྒྱུ་མཚན་ལ་བརྟེན་ནས། ཁམས་གོང་མ་གཉིས་ལ་རྡོ་ཆས་ཡོད་ར། སྡུག་བསྔལ་རྡོ་ཆས་ཡོད་སོང་ན་ད་སྡུག་བསྔལ་ཡོད་པ་ཆགས་འགྲོ་ས་རེད་འདི་ནས་ཀྱང་ཤེས་པའི་དོན་ན་དེ་ར་རྒན། སྡུག་བསྔལ་ཡོད་མ་ར་ད་རྡོ་ཆག་ཡོད་རེད་གསུངས་ཡོད་རེད་བས་ཀྱིན། ཁམས་གོང་མ་གཉིས་ལ་རྡོ་ཆག་ཡོད་རེད་གསུངས་ཡོད་རེད་བས་ཀྱིན། ཁམས་གོང་མའི་འདས་ཆག་ཡོད་ར་ཡ་དེ་སྲིད་པའི་འདས་ཆག་ཡོད་རྡོ་ཆག་ལ་ཡིན་པས། འོ་ཡ། བ་ཅས་ད་སྤྱི་དང་སྲིད་པའི་རྡོ་ཆག་ཡོད་ད་གསུངས་ཡོད་ར་ད་ཁམས་གོང་མ་གཉིས་ཀྱི་བསྡུས་པའི་ན་ག་ཚ་རྡོ་ཆག་དེ་ལ་སྲིད་པའི་རྡོ་ཆག་ལབ་དགོས་ཀྱི་ཡོད་རེད་ད་ད་ན་རོ། ག་ཚ་སྐབས་དེ་ནས་དེ་མིན་རྡོ་ཆག་ལ་ཡེ་དེ་བས་ན་རྡོ་ཆག་ག་ས་སྔོ་འགྱུར་བ་འགྲོ་བོ་ཅིག་ལ་སྔོ་འགྱུར་བ་ཅིག་ལ་ངོ་གསུངས་དགོས་རེད་ཀྱིན། རྡོ་ཆག་ཕྲ་བ་དེ་ལ་མ་རེད་ལ་རྡོ་ཆག་སྔོ་འགྱུར་བ་དེ་ལ་རེད་ལ།

ཐ་ན། ད་མཁས་པ་ཕར་མོ་ཆེ་གིས་ད་ནི་ང་ཚོ་ལྟེ་གནས་བཅུ་གཉིས་ཀྱི་ནང་ཚན་དུ་གྱུར་པའི་ལེན་པ་ལ་ཡོད་དེ་གོ་ཕྱིར་འཁྱག་པ་རང་བཞག་ཡིད་དོ་ཡན། ཡིན་ན་ཡང། ད་ནི་ཕྱག་ཆེན་གྱི་ཁྲིད་ཡིག་དེ་ཚོ་དང་དེ་བས་ན་ཆོས་དར་ནག་སྐྱོ་བ་རིན་པོ་ཆེ་གི་ཧོང་ཀེ་ཞུ་ལིན་དེ་ཚོ་ནང་ལོགས་ལ་ལེན་པའི་ངོ་བོ་ལ་ཡོད་དེ་སྡང་བ་ལས་དེ་ནས་གསུང་གི་འདུག་ལ། ད་དེ་ཡིན་ཚུལ་དེ་ག་ལ་གསུངས་པ། ང་རང་ཚོ་ཡི་ལྟེ་གནས་བཅུ་གཉིས་ཀྱི་སྒོ་ནས་མ་ཡི་ང་ལ་སྙིང་བསམ་འཆར་དགོས་རྒྱུ་རེད་མ་ཡི་ང་ལ་སྙིང་བསམ་འཆོར་བའི་སྐབས་སུ། ད། ཕ་མའི་ཁུ་ཁྲག་གཉིས། ཕ་མའི་ཁུ་ཁྲག་གཉིས་ཀྱི་སྟེང་དུ་བར་དོའི་རྣམ་ཤེས་བསྲེས།

ད་དེ་གསུངས་ཡོད་ར། ད་དེའི་མོད་རྒྱུ་མཚན་ལ་བརྟེན་ནས་ག་ས། མི་དགེ་བའི་ནང་ཚན་དུ་གྱུར་པའི་ལོག་ལྟ་དེ་དང་ལྟ་བ་ལྔ་ཡི་ནང་ཚན་དུ་གྱུར་པའི་ལོག་ལྟ་གཉིས་ལ་ཁྱད་པར་ཡོད་མ་རེད་གཅིག་པ་རེད་ཞུ་ཡ་ཡིན་གྱི། ཁྱད་པར་ཡོད། མ་རེད་ལྟ་ན། དཔེར་ན་འདི་རེད་ལ་ད་ནོར་དགོངས་དང་ལྟ་བ་ལྔ་ཡི་ནང་ཚན་དུ་གྱུར་པའི་ལོག་ལྟ་ཡིན་སོང་བ་ཡིན་ན་ཤེས་རབ་ཉོན་མོངས་ཅན་གྱི་ཡིན་དགོས་ཀྱི་ཡོད་རེད་ར་ཤེས་རབ་ཉོན་མོངས་ཅན་ཆགས་སོང་དེ་མ་ཟད་ད་ག་ས་གདགས་གཞི་དཔེར་ན་ཕུང་པོ་དེ་བས་ད་ལས་རྒྱུ་འབྲས། ཕུང་པོ་ལ་སོགས་པ་ལ་ད་མིག་ནི་དེ་ནས་གཅིག་ཡིན་དགོས་རེད་ཤེས་ཕུང་པོ་ལ་མིག་གོ་ཡ་ད་ཡོད་མ་རེད་ནི་ལྟ་བ་ལྔ་ཡི་ནང་ཚན་དུ་གྱུར་པའི་ལོག་ལྟ་དེའང།

མ་རེད། དཔེར་ན་འདི་རེད་ད། མཛོ་ཡི་ལུགས་ལ་མ་རིག་པ་ཡིན་ན་སྤང་བྱ་ཡིན་པའི་ཁྱབ་ཀྱི་རེད་དེ། དེ་ནས་མཐའ་གཅིག་ཏུ་ཡོད་དགའ་ས། མཐའ་གཅིག་ཏུ་ང་རང་ཚོ་ནམ་རྒྱུན་དཔེར་ན་མ་རིག་པ་ལ་ཡོད་མཐའ་གཅིག་ཏུ་སྤང་བྱ་འགྲོ་བཞིན་ཞིང་ཡོད་ར་ད། མ་རེད། ང་ཚོ་རེད་མ་རིག་པ་ལ་ཡོད་དེ་མཐའ་གཅིག་ཏུ་སྤང་བྱ་འགྲོ་བཞིན་ཞིང་ཡོད་ར་ཡིན། ཡིན་ནས།
མཚམས་རེ་མཚམས་རེ་ག་ཚོད་གཞུང་དེ་ཚོ་ན་ལ་མ་རིག་པ་ལ་ཡོད་དེ་ཡེ་ཤེས་ཀྱི་ངོ་བོ་ལ་འཆར་བ་དེ་ཡང་ལེགས་ཀྱི་འདུག་ཞེས་པའི་དོན་ན་རེད་ལ།

དེ་ནི་སངས་རྒྱས་ཀྱི་ཁོ་ནའི་བག་ཆགས་རེད་ལ། ད་ལས་ད་ཇི་ལྟར་ད་མི་ཤེས་པའི་རྒྱུད་ཤིག་ནང་ན་གང་ཡང་རུང་བ་ཆགས་ཀྱི་འདུག་ཞེས་པའི་དོན་དག་ར། ད་མདོར་ན་ཉོན་མོངས་ཅན་གྱི་མ་ཡིན་པའི་མ་རིག་པ་ཆགས་ཀྱི་འདུག་ཞེས་པའི་དོན་དག་ར་རྒན། དེ་མ་རིག་པ་རེད་དམ་མ་རེད་ལོ་རྒན། བྱས་ཙང་ལ། ད་ན་ང་ཚོ་འདི་རེད་ད་རྒན། དཔེར་ན་ག་ས་ཉོན་མོངས་ཅན་གྱི་མ་རིག་པ་ལ་ཡ་གཅིག་འདུག་ཨ་རྒན། ད་ན་ག་ས། ཅི་ལྟར་མ་རིག་པ་དེ་ལ་ཉོན་མོངས་ཅན་གྱི་མ་རིག་པ་དང་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་གཉིས་ཆེད་དུ་གྱུར་བ་རེད།

ཟག་བྱེད་མ་རེད་ཞེས་པའི་དོན་དག་རེད་ད། ཟག་བྱེད་མ་རེད་ཟག་མེད་རེད་ཞེས་པའི་དོན་དག་རེད། དེ་ཆོས་ནང་ངས་དང་པོ་ནས་ཞུ་ཚང་གིན། གླང་མའི་སྒྲ་བཅུ་གཉིས་རྒྱུད་ལ་ཡོད་པའི་ཐོགས་པ་དེ་ཀོ་ཟག་མེད་རེད་ལ་སོང། ཀ་ཅང་གླང་མའི་སྒྲ་བཅུ་གཉིས་གནས་སྐབས་སུ་ཟག་བྱེད་ཀྱི་བེམ་རོའི་རྒྱུན་ཆད་ད། ད་ག་རེ་གྱི་བེམ་རོའི་ཟག་མེད་ཀྱི་བེམ་རོའི་ཡོད་གསུངས་ཡོད་རེད་ལ་བར་ད། ད་འདི་ཡང་ཁུངས་མེད་པ་རྩ་ནས་མེད་འདི་གི། ད་ཁྱིམ་ཚོགས་ཁོ་རང་ནང་ལ་འདུས་ལ་གྱིན། ཁྱིམ་བྱ་མའི་ཡང་གི་ཁྱིམ་ནང་ལ་རྒྱབ་བཞག་ལ་དེ་ནས་ཅིག། དེ་ནས་གསུངས་ཀྱི་འདུག་ལ། ཁྱིམ་ཚོགས་ཁྱིམ་ཚོགས་ཁོ་རང་ནང་ལོ་ཡང་ཁྱིམ་བྱ་མའི་ཡང་གི་ཁྱིམ་རྒྱག་འདུག་ལ།

ཁ་ཏོན་ཉོན་མོངས་ཅན་གྱི་མ་ཡིན་པའི་མ་རིག་པ་དེ་ནི་གསུངས་ཡོད་ར། ཨེ། ད་ལྟ་ཁྱོད་རང་ལག་ལྟ་བྱས་ནས། དེ་བདག་ཉིད་དེ་གཏམ་གྱི་གཞི་ངེས་པར་འཇོག་བྱེད་གཞི་དང་བྱེད་ལེགས་དོ། འདུས་བྱས་ཀྱི་མིག་གི་ནང་འདྲ་བྱ་སྟེ། ར། ངེས་པར་འཇོག་བྱེད་གཞི་དང་བྱས་ཟེར་ར། དེའི་ཚེ་གཞི་དང་བྱས་པ་ངེས་པར་དང་འཇུག་པར་བྱེད་ལེགས་ཏེ་ལྷ་མིའི་མྱང་འདས་ཀྱི་སྐབས་སུ། ཨ་ནི་འདུས་བྱས་ཐམས་ཅད་རྒྱུན་ཆད་འགྲོ་དགོས་ར་ཨ་ནི་གཞི་དང་བྱས་པ་རེས་སུ་དུས་སུ་སྦྱར་མ་ར་ངེས་པར་འཇུག་བྱེད་ས་དེ་ལ་སྦྱར་མ་ར།

ད་བེམ་རོའི་ཉི་མར་མེ་ཤི་བ་ན་ཆ་རྒྱུན་ཆད་ལ་གསུངས་པ་དེ་དུས་ཕྱི་ནང་ལ་གར་འདུག་ལ་ན་ཟག་བཅས་ཀྱི་བེམ་རོའི་རྒྱུན་ཆད་པ་ཡིན་པ་ཟག་མེད་ཀྱི་བེམ་རོའི་ཡོད་གསུངས་འདུག་ག་ཚད་ཟག་མེད་ཀྱི་བེམ་རོའི་མེད་གསུངས་བ་ཡིན་ན་འདུ་བྱེད་ཀྱི་འཇུག་པ་རྒྱུན་ཆད་འགྲོ་ཡི་རེད་གསུངས་བྱས་ལ། འདི་ནང་བཞིན་ཡིན་བ་ཡིན་ན་ཡོད་ག་ཚད་ཡོད་བྱེད་རང་མོ་བ་རང་གི་ལུགས་ལ་རེད་ད་གན་གན་གན་ག་མ་ཅི་སན་གན་ཀུ་ཅི་ཁན་ག་ཚད་བྱེད་རང་མོ་བ་རང་གི་ལུགས་ལ་དཔེར་ན་གླག་མེད་དགྲ་བཅོམ་གྱི་གནས་སྐབས་སུ་ཟག་མེད་ཀྱི་བེམ་རོའི་མེད་ལ་བ་ཡིན་ན་བྱེད་རང་མོ་བའི་རང་གི་ལུགས་ལ་གླག་མེད་དགྲ་བཅོམ་ནི་དགྲ་བཅོམ་བ་ཁོ་ན་ཆགས་ས་མ་རོ།